སྡུག་བསྔལ་སྨིན་པ་སོགས་ཀྱིས་བསྐོམ་ཆོག་གསུམ། སྐལ་སྙན་མོ་བྱ་འགག་གླུ་བླང་ནོ་སྙན། གླགས་བདེ་མོ་བྱ་འགག་སྒྲ་གདོང་ནོ་སྙན་ནི། ཡིད་སེམས་མ་ངལ་སོ་ཡིས་མ་ཧྲི་དོ་ནུ་རྒྱལ་བུ་དེ། དག་སྐྱེ་འཛིན་གྱི་ངར་སྐད་བྲལ། ཕྱི་ར་ག་ལོང་ཐར་ནུ་ཧི་སྒྲ། འདི་མ་རྟོགས་གོ་རྒྱུ་མེད་ལ་སྐྱོ་བ་ར་འཇིགས་པ་སྐྱེ་ནི་དུས་ཚོད་གཟུགས་དོན་དང་ནི། ཀྱེ་མ་འདི་འཁོར་བའི་རང་བཞིན་དྲི་སྡུག་བསྔལ་སྨིན་པ་སོགས་ཀྱིས་བསྐོམ་ཆོག་གསུམ། མཛེས་ཤིང་རིགས་བཟང་ཡིད་དུ་འོང་བའི་བཙུན་མོ་ར། བཀའ་བློ་ལྡན་བློན་པོ་གི་སྐོར་དུ་ནུ་རྒྱལ་བོད་དུ། ཞི་ཡ་དང་ཞི་ཨི་སྤྲ་སྤྲེའི་རགས་སྐྱེ་འཛིན་ལ་སོགས་པ། མི་སྡུག་པའི་གྲོགས་པོ་ར་འགྲོགས་ནས་དུས་གཟུགས་ཐོན་དང་ནི། ཀྱེ་མ་འདི་འཁོར་བའི་རང་བཞིན་དྲི། སྡུག་བསྔལ་སྨིན་པ་སོ་སྐྱེས་སྐོམ་ཆགས་སུམ། འཇིག་རྟེན་མི་ཡི་གི་བཟའ་བཏུང་ཟ་རྒྱུ་མཐོང་རྒྱུ། ཁྱི་གཟུགས་ཟ་བསམ་ན་ཁྱི་གཟུགས་མཐོང་བ་བསམ་ན། ཅི་འདོད་ལྡེམ་དཀར་དུ་སྤྱོད་གོ་ནུ་རྒྱལ་བོད་དུ། ཤིང་གི་འབྲས་བུ་རྔམ་པ་ཟི་ར་ཁྱི་འཁྱགས་ཙམ་མཐོང་བས། ལྟོགས་སྐོམ་གི་སྤྲུལ་བའི་སྙན་པའི་སྡུག་བསྔལ་གཟུགས་མཁར་སྒོ་ནང་དུ། ཀྱི་མ་འདི་འཁོར་བའི་རང་བཞིན་གྱི་སྡུག་བསྔལ་མུན་པ་སོགས་ཀྱིས་བསྐོམ་ཆོག་གསུམ། ངག་རང་རང་དབང་བོ་ལེགས་པོར་དུ་ཚང་མདོག་ནི། ལུས་རྒྱན་ཆ་གི་མ་རྒྱན་འབྲོང་ར་རང་བཞིན་གྱི་རྒྱན་གྱིས་མཛེས་མདོག་ནི། ཁབ་སྙིགས་གཙང་མདོག་ནི་དབང་བོ་དྭངས་མདོག་ནི། ལང་ཚོ་དར་མདོག་ནི་ཁ་དོག་བཟང་མདོག་ནི། ང་མྱི་གི་ལུས་ཀྱི་སྐྱེས་ནི་རི་མོ་ལྷན་ཅིག་ཏུ་མྱི་གི་ལུས་རི་མོ། དེ་ཡང་གཞན་མིག་དབང་གིས་འཕྲོག་སོང་བས། ད་དེ་དབང་ཁབ་མདོག་སྔོན་པོ་ཅན། ལུས་ཡོངས་རྫོགས་སྤོས་ར་སྒྲོ་བས་ཁེབས་གདོད་ནས། ནག་ལྕང་ཧྲ་བའི་མཆུ་ཏོ་རག་སྡེར་མོ་ཅན། ཉམས་ཆུང་ཆུང་འདབ་ཆགས་ཀྱི་གཟུགས་སུ་སྐད་ཅིག་ཟིན་པའི་གཟུངས་ནོར་མོ། ཤིན་ཏུ་རྨོངས་བ་སྒྲིབ་པའི་དུས་ཚོད་འདི་མོ་གཟུགས་ཐོན་སྟངས་ནང་འདི་འཁོར་བ་གི་རང་བཞིན། ང་ཁུ་རུ་སྒོར་སྐ་མ་རི་ར། བློ་ཆུང་སེམས་ཆུང་ངས་སྡུག་བསྔལ་མ་ཆགས་ནི་རུ་སྡུག་བསྔལ་མིན་པ་སེ་ཅི་སྐོམ་ཆོག་གསུངས། ཀྱེ་མ་ཁྱོད་ཅིག་ཉོན་འདྲ་ཨ་ལྷའི་རྩིལ་དགེ་འདུན་འབངས། མཛའ་བཤེས་གཉེན་འདུན་རྩེ་རོགས་དགོད་གྲོགས་གཞན་གྱི་ཁྱོད་སྐྱེས་ཁ་ཡིན་ནོ་གི་རོགས་པ་མེད་ན་ར་རང་གི་རང་ཨ་དེ་ཁོང་སྐྱེས་ཁ་ཟིག་ཡིན། ཁྱོད་བློ་སེམས་རྒྱུ་མེད། བསམ་བློ་ལེགས་པོར་དུ་ཐོང་བ་ཁྱོད་བློ་སྟོབས་ཆེན་པོ་ཟིག་ཤེས་ར། ཁྱོད་མཐོན་པོ་གི་རིགས་སུ་སྐྱེས་བཏང་ནུས་ལྷ་སྲས་རི་མོ། ཁྱོད་དྲིན་ཆེན་ཧ་མས་སྐྱོང་ཡི་ལག་ཆགས་ནོ་གི་སྐྱེས་ཕྲུག་རི་མོ། ཁྱོད་བློ་འབངས་འཁོར་ཚོགས་གི་སྐོར་ནོ་གི་རྗེ་བོ་རི་མོ། ཁྱོད་བཀྲན་ཤེས་གོ་ཆ་དགོས་ནོ་གི་དཔའ་བོ་རི་མོ། ད་ལྟ་འགྲོ་གི་ལོག་སོང་ན་སྡུག་བསྔལ་དུས་མི་དགོས་ཁྱེད་ཀྱིས། ཁྱོད་རང་རང་ང་བཟང་བོ་ཕུན་སུམ་ཚོགས་པའི་ཡོན་ཏན་མང་བོ་ཡོད་གི་མོད། ཁྱོད་གོ་རྒྱུ་མ་ནོར་བ་དམ་པའི་ཆོས་གོ་དོ་ནོ་ཁྱོད་སྐལ་བ་བཟང་ག། ཁྱོད་ཤིག་དྲག་གི་སེམས་ཀྱི་དད་པ་བརྟན་ནོ་ཁྱོད་མགོན་འདྲེན་བཟང་ག། ཁྱོད་སྐྱབས་གནས་དཀོན་མཆོག་གསུམ་པོ་སྐྱབས་སུ་འཛིན་རྒྱུ་ཡོད་ནོ་ཁྱོད་རྒྱབ་རྟེན་བཟང་ག། ཁྱོད་བྱང་སེམས་ར་སྙིང་རྗེ་ཆེན་པོ་ཡོད་ནོ་ཁྱོད་དཔང་གཉེན་བཟང་ག། ཁྱོད་ཐག་ཆེན་གྱི་ཆོས་ར་ཁ་མ་དྲིལ་ནོ་ཁྱོད་བསམ་པ་བཟང་ག། ཁྱོད་སྐྱོ་ཤས་ར་ངེམ་འབྱུང་གྲོགས་པོའི་སྐུ་མདེལ་བཟང་ག། ཁྱོད་བློ་ཕུག་ཆེས་སུ་བསྟད་རྡོ་གི་ཁྱོད་འདུན་མ་གི་མདུན་ལམ་བཟང་ག། ཁྱོད་བསྟན་ཀྱང་འདྲེན་འབྱུང་བྱེད་གི་ལས་རྒྱུ་འབྲས་གི་ལྟ་བ་བཟང་ག། ཁྱོད་བྲན་དང་ཤི་བཞིན་བསྟན་གི་ཁྱོད་ཧྲོང་མ་བཟང་ག། ད་བཟང་བཞམ་པ་ཁ་བྲལ་བཏང་ན་ད་ཆི་ཟིག་ཨེ། ཁྱོད་རྒྱ་གར་བྷ་ར་ན་སིའི་རྒྱལ་འཕྲིན་ཁྲ་མོའི་སྲིད་པ་དེ་མོ་ཟི་ལག་ག་ཐོ་བས། དེའི་ལོངས་སྤྱོད་ཆུང་ཆུང་དེ་མོ་ཟི་ལག་གི་ཧོར་སོང་ནོ་འདི་ཙམ་གི་སྡུག་བསྔལ་གྲོགས་པོ་དེ་མོ་ཟི་ཨེ་གོ་ན། འདི་འཁོར་བ་ཁིར་གི་རང་བཞིན་འབྲི་མོ། སྟོང་གསུམ་འཇིག་རྟེན་གྱི་ཁམས་དབང་བགྱིར་དོ། ལྷའི་དབང་བོ་ཚང་བ་བརྒྱ་བྱིན་འཁོར་ལོས་བསྒྱུར་བ་ལ་སོགས་པ། ལུས་བཟང་བོ་གི་སྟོབས་སལ་ལེ་དམྱལ་བའི་ནང་ང་ལྷུང་བས། དམྱལ་བ་ནར་མིག་གི་ཉེ་བའི་བར་མཚམས་མེད་པར་ཧྲག་གི། སྐད་ཅིག་མ་གཅིག་གི་བདེ་བ་ཙམ་དུ་ལ་ག་ཐོབ་གི་མེད་ནོ་ཆུ་མདངས་སུ་རྒྱོབ་ར། སྟངས་འཛིན་སྒབ་བདེ་གི་རོ་ལ་སྐྱོ་རྣམས་ཀྱང། སྡུག་བསྔལ་རག་ཤ་ཚད་མེད་མྱོང་དགོས་ནོ། རབ་ཏུ་ཚ་བ་ལ་སོགས་པའི་དམྱལ་བ་རྣམས་ལ་ལྷུང་བས་སྡུག་བསྔལ་ཆེན་པོ་མྱོང་དགོས་ཀྱི། ལྷ་ཡི་གྲོང་ཁྱེར་ན་ལྷ་ཡི་ཆུ་བོ་དལ་གྱིས་འབབ་པའི་གནས་ན། ལྷ་ཕྲུག་གཞོན་ནུ་ཕོ་མོའི་ཚོགས་ཐམས་ཅད་པོ། ཉི་ཚེ་གང། རྩེད་འཇོ་གི་སྒར་སྟོང་གི་ན་ག་ཡང་དོ་ནོ་ཐམས་ཅད་པོ་ཐ་མ་མི་འདོད་བཞིན་དུ་སོ་སོར་དུ་ཁ་བྲལ་ལས། ལུས་ལ་རོགས་པ་ཙམ་གྱིས་དམྱལ་བའི་ཡུལ་ན་ཤ་ར་འོག་པ་ཁ་ཁ་ཡེ་ནས། འཇིགས་པ་བསྐྱེད་པའི་དམྱལ་བའི་ཧྲོང་དམག་གི་ཚོགས་ཐམས་ཅད་ཀྱི། གསང་ཆེན་ཁུག་མའི་ཁྲོ་ཆུ་གི་ནང་དཀྲིགས། མི་མོ་སུས་ཀྱང་ཆ་ཙམ་བསྒྲིམ་པར་དཀའ་བའི་སྡུག་བསྔལ་དུས་མི་ཉུང་གོ་ནོ་སྟེ་ཆུ་འདང་ཟི་རྒྱོབ་ར། སུས་ཀྱང་འགྲན་ཟླ་མེད་ནོ། བདེ་སྐྱིད་ཀྱི་དཔལ་ལ་ལོངས་སྤྱོད་གོ་ནོ་འདོད་ཡོན་ལྔ་གི་གཏེར། ལྷ་ཡི་བུ་མོ་མཛེས་མ་གི་ཚོགས་ཐམས་ཅད་པོ་མཐུན་པའི་འདོད་རེག་སྒང་གི་སྤྱོད་པ་ཐམས་ཅད། དམྱལ་བ་བདུད་འཇོམས་ར་ཐིག་ནག་སྤུ་གྲིའི་ནགས་ཚལ་ཤ་མ་ལི་འཇིགས་རུང་སེམས་ཉིད་དུ་ཡན་ལག་སྙིང་ལག་ཏིམ་པར་ཏིམ་པར་བྱས་ལས་ཤིན་ཏུ་མི་བཟོད་པའི་སྡུག་བསྔལ་མྱོང་གོང་ནོར་ཆུའི་མདངས་སུ་རྒྱོབ་ར། དྲི་ཟའི་གྲོང་ཁྱེར་ན་དྲི་ཟའི་བུ་མོ་གི་གླུ་དང་དབུ་དབྱངས་ལ་སོགས་པ་མཉན་ནས་ཡིད་ལ་དགའ་བ་མྱོང་གོང་ནོར་ཐམས་ཅད་པོ། བློ་རྒྱགས་སྐད་ཅིག་ཉིད་ལ་དམྱལ་བའི་ཡུལ་ཁམས་སུ་ལྷུང་བས། གུ་དྲག་གི་བཞད་སྒྲ་ར་མཚང་སྒྲ་གི་ཚིག། རྩིབས་ཀྱང་མི་སྙན་པ་རྟག་ཏུ་ཐེག་གོང་ནོར་མདངས་སུ་རྒྱོབ། ཆུ་གཏམ་བོགས་གཅིག་ཉོ་འདྲ་ཨ་དགེ་འདུན་རིན་ཆེན་འབངས། ཁྱོད་རང་རང་ང་སྔོན་ཚེ་ཚང་བ་གི་ལུས་མང་བླངས་ནས། སྟོང་གསུམ་འཇིག་རྟེན་ཁམས་གི་དབང་ཆ་ར་བརླག་ཡོང་ནས། སྐབས་འགར་དམྱལ་བ་མནར་མེད་གི་ཡང་སྐྱེ་བ་བླངས་ནས། ཁྲོ་ཆུ་ཁུག་མར་རྒྱ་མཚོ་ཆེན་པོ་གི་ལྷགས་ཟིན་མཐོང་སྟངས་གཟིགས། སྐབས་འགར་ཆུ་གི་ར་ཕག་གི་སྐྱེ་བ་ར་བླངས་ནས། མི་གཙང་བའི་ཕུང་བོ་རི་རབ་ཙམ་ཟིག་བསྲེགས་སྟངས་གཟིགས། ཆུ་སྣུབས་གཅིག་ཉོ་ནུས། སྡུག་སྔལ་འདི་མོ་ཟིག་ཨ་ཆུ་སྐལ་ངན་པ་དེ་མོ་ཟིག་དོ་ནས་ཧེ་འདི་མོ་ཟིག་འདབ་དགོ་ན། འོ་ན་ཁྱོད་མནར་མེད་དམྱལ་བའི་བྱེད་སྟངས་ན་ཁྱོད་ཆི་ཟིག་ཡིན་འདུག་ཅི་ཡིན། སྲིད་པའི་འཁོར་བ་འདིའི་ནང་ན། བདེ་བ་གཟུགས་ཀྱི་སྐྱེ་འདུག་མཐའ་མ་ན་མི་གཟུགས་ཀྱི་སྡུག་བསྔལ་གཟུགས་མྱོང་བྱེད་ནོར་དུག་འཁོར་བ་ཁག་གི་རང་བཞིན་རི་མོ། འཇིག་རྟེན་གྱི་འབྱོར་བ་གཟུགས་ཐོབ་ནུས་མཐའ་མ་ཐར་དགུར་འབྱོར་འབྱོར་ར་ནོར་རྫས་ལོངས་སྤྱོད་གཟུགས་གསོག་གསོག་ནུས་མཐའ་མ་གཞན་གྱི་ལོངས་སུ་སྤྱད་དང་འབྱོར་ར། མཛའ་བཤེས་གཉེན་འདུན་གཟུགས་འགྲུས་འགྲུབ་ནུས་མཐའ་མ་ཁ་བྲལ་འབྱོར་འབྱོར་འདི་འཁོར་བ་ཁག་གི་གཤིས་ལུགས་རི་མོ། ཆོ་ཁུར་སྒོ་སྐལ་མ་རི་མོ། སྐལ་ངན་པ་དོན་ནི་ཧེ་ད་ཡོད་ཧན་ཐོགས་མེད་ཀྱི་ཐར་བའི་ལམ་ཚུལ། མཚན་མའི་སྐུ་མཆོག་རིན་ཆེན་གསུམ་གྱི་ཐུགས་རྗེའི་ར། རང་རང་གི་ལྷག་བསམ་རྣམ་པར་རྟོག་པའི་མཐར་ར་སྟོབས་ཀྱིས། བདག་དང་དམར་གྱིར་རིགས་དྲུག་སེམས་ཅན་ཐམས་ཅད་པོ། འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོའི་ནང་གི་གཅིག་བགྲོད་ཐུབ་ནས་སྨོན་ལམ་གསུང་བས། བྱང་སེམས་མགོར་བསྡུས། ད་ལྟ་ཞིག་ཆར་འབབ་དཀོན་ནོ་ར་གླིང་བའི་དཀོན་ནོའི་སྡིག་རྩུབ་ཐམས་ཅད་པོ་རིམ་གྱིས་ཞི་གསུང་བས། ནམ་མཁའ་གི་སྤྲིན་གྱི་ཕུང་བོ་ཐམས་ཅད་པོ་འཐོར་བས། ནམ་མཁའ་དྲི་མ་མེད་པ་ཟིག་གི་ལོག་སོང་ཟིག།

ཆར་གཏི་མུག་གི་བབས་ནུར་སྤྲིན་རྟ་འདིས་རྡོ་ལྟར་རྟ་འཐོར་གི་རྟ། རྟ་འདི་བྱས་ཀྱིས་འཁོར་བའི་ཆོས་ཉིད་ཐམས་ཅད་པོ་འདི་ར་འདྲ་ནུར། ཡོད་གི་ཟིག་དེ་མེད་ནུར་མེད་གི་ཟིག་དེ་ཡོད་ནུར། སྐད་གཅིག་ཀྱང་མི་རྟག་མི་བསྟུན་པ་ཡིན་ནོ་དེ་གོང་དང་ང་ཧ་གོ་གི་གསུང་གོ་གི། དེ་ནས་ཡུན་གྱི་ནམ་ལངས་ཡིན། ཤར་ཕྱོགས་ཚ་གི་ཉི་མའི་འོད་ཙོག་དམར་ཁྱིམ་སེ་ཤར་ཡོང་དུས། ཁོང་རིགས་ཀྱི་ལུས་དུད་འགྲོ་གི་ལོག་རྡོ་ནས་ཚ་མ། སེམས་རིག་པ་ཟ་ནོ། མྱི་གི་གཟུགས་སུ་ཡོད་ནོ་གནས་སྐབས་ལ་ཁྱད་པར་མེད་གི། ད་ནི་ཁོང་ག་རྒྱ་གར་བྷ་ར་ན་སིའི་ཕོབ་ཐང་གི་རྩེ་མོ་འཕུར་རེ་སོང་བས། ཡབ་ར་བཙུན་མོ་ལ་སོགས་པ། ཅིག་ལྟ་དགོས་གི་བསམ་མེད། མ་སོང་གོང་ང་སྐོམ་ཆོག་ག་གསོལ་བ་ཟིག་ལྟ་བས་དེ་ནས་འགྲོ་སྙམ་མེད། ནགས་དེའི་ནང་གི་ལྗོན་ཤིང་མཐོན་པོ་ཟིག་གི་རྩེ་མོ་འཕུར་རེ་སོང་བས། ཡང་ཁོང་རིག་གི་རྨོ་ལམ་དུ་སོང་ནས།

རྒྱ་བོད་ལས་ངན་ཆེ་བྱེད་དགའ་བ་དག། ཀྱེ་མ་ང་ཡི་བླ་མ་དཀོན་མཆོག་གསུམ་པོ་ཉམ་ཐག་སྡིག་སྟིག་ངག་སོར་བ་དམ་ལོང་འདེགས་ཀྱི་དགོངས། དུས་ཚོད་འདས། ང་བརྩེ་བ་ཆེན་པོའི་ཐུགས་རྗེ་གི་མཐའ་ཁོང་ཟིག་བསྐྱིལ་ང་རེ་ས་གཞན་ན་ཡོད་ནི་མ་རེད་ཐུགས་རྗེ་ཅན། ངི་དགེ་བའི་བཤེས་གཉེན་དྲིན་ཆེན་གི་ཨ་མ། ང་ཐར་བའི་ལམ་སྟོན་མཁན་མ་དུ་མ་ཧ་ནི་གི་ང་སྤྱིར་བཏང་གི་རྟོགས་པའི་ཆང་ཧེབ་སོང་ནི། རྒྱལ་བུ་ལས་ངན་པ་ཅན་པོ་ཁྱེད་ཀྱི་དགའ་བ་ང། གཉེན་འདུན་ལོངས་སྤྱོད་ཐམས་ཅད་བྲལ་ཁ་བྲལ་ལས། གཅིག་བུར་ནགས་མཐའ་འཁྱམས་སོང་ནི། རང་འདུན་དགྲ་གཞན་འདུན་གཉིས་ཀ་སྒྲུབ་རྒྱུའི་མཐུ་མེད་ལ་ཉམ་ཆུང་ཆུང་འདབ་ཆགས་ཁའི་འདམ་བུ་གི་ལོག་སོང་ནི། ཀྱེ་མ་འདི་ཡང་སྔོན་གྱི་ལས་གང་གི་འབྲས་བུར། ཡིད་གཏད་ཟད་མེད་ནོར་ཁུར་གྱི་འཁོར་བ་གི་ཕྱིར་ལུས། ཉི་མ་དེ་རང་ནས་བཟུང་སྟེ་ང་རང་གི་མགོ་སྐྱུར་སྡུག་ལེགས་ཉེས་བཟང་ངན་ཇི་ཟིག་ཡོང་ན་ལྷུན་མེད་སྐུ་མཆོག་རིན་ཆེན་གསུམ་པོ་མཁྱེན། སྲིད་མེད་ལ་ནགས་ཁྲོད་སྟུག་པོ་ཐམས་ཅད་ལ་འཁྱམས་སྒོ་དེ་ངི་མགོན་སྐྱབས་སྐུ་མཆོག་གསུམ་མཁྱེན། ཟླ་གྲོགས་མེད་ལ་གཅིག་བུར་དུ་ལུས་རྡོ་དེ་ངི་གྲོགས་པོ་སྐུ་མཆོག་གསུམ་མཁྱེན། སྲས་སྐལ་དང་བྲལ་ལས་སྤྲུལ་སྐུམ་གི་སྡིངས་ལ་མྱོང་སྒོ་དེ་སྐུ་མཆོག་གསུམ་གི་གདུང་བ་སེལ་བར་མཛོད་གསུངས་ནས། ལྗོན་ཤིང་མཐོན་པོ་དེའི་རྩེ་མོ་གི་འཕུར་ཆས་དེ། ཕོག་པ་སྤྱན་རས་གཟིགས་དབང་ཕྱུག་དེ་ཉིད། མགོན་མེད་ནོ་ར་སྐྱབས་མེད་ནུས་འགྲོ་བ་ཐམས་ཅད་ལ་བསྙེན་ཚིམ་དུས་ཀུན་ཏུ། སྐད་ཅིག་ཅང་མག་ཡང་བར་གཟུགས་དོ་ནོ་ཡེ་ནུས་སྟོབས་ཀུན། སྐབས་དེ་རྒྱལ་བའི་ཆོས་ཀྱི་དགའ་བ་དེ་རྗེས་སུ་འཛིན་པའི་དུས་ལ་བབ་པར་དགོངས་ནས། ཕོག་པ་ཐུགས་རྗེ་ཆེན་པོ་ཁོང་རིག། སྤྲུལ་བའི་ཤ་ཟ་ག་ཁི་ཡིག་གི་རྣམ་པ་ཅན་གཟིགས། སྒྲོ་ར་སྤུ་རེ་རེ་གི་རྩེ་ན་ཨོ་ཟེར་ལྔ་ལྔ་ཁྲོམ་ཁྲོམ་དུ་འཕྲོ་བ། ཤིན་ཏུ་ཡིད་དུ་འོང་བ་གཟིགས། རྣམ་པར་དུ་སྤྲུལ་ནས་དཀར་བྱང་ཆད་མེད་དུ། རྒྱལ་བའི་ཆོས་ཀྱི་དགའ་བ་གི་གདུང་ཡལ་ག་གཟུགས་ཀྱི་སྟེང་ན་སྐྱབས་འཇུག་ཞི་བའོ་ནུ། ཞོག་དབྱེ་བ་གི་ར་ལག་གཟུགས་ཀྱི་མགོ་བབས་དང་གཟུགས། སྤྱིར་བཤད་ན་འཕགས་པ་ཐུགས་རྗེ་ཆེན་པོས་རྒྱལ་བའི་ཆོས་ཀྱི་དགའ་བ་གི་སྤྱིར་སྡུག་མཁྱེན་ནས་སྐྱོབ་པའི་ཕྱིར་དུ་ཁོང་རིགས་ཧེབ་ནི་རི་མོ་ར། ཚུལ་འགམ་པའི་ཕྱིར་དུ་མ་མཁྱེན་པ་ལྟར་མཛད་ལས། འཕགས་མཆོག་སྤྱན་རས་གཟིགས་ཀྱི་སྤྲུལ་པའི་ཁི་ཡིག་དེའི་བཤད་འཕྲིན་སྔོན་ཟླ་བ་ཁི་ཡིག་གི་ཀློག་དོན་ནོ་དེ་བཀའ་འདི་གསན་ནི།

ཀྱེ་མ། ཤཱ་ཁྱི་ཡིག་སྔོན་པོ་གཡང་སྙན་པོ་ལྕམ་པོ། ཁྱོད་གནས་འདི་ན་ཆི་ཟིག་ཡོད་ཀི་ཡོད་ཁྱོད་གང་གི་ཡོང་ནི་ཡིན། ད་ནི་ཁྱོད་གང་འབྱོར་ཟིག་གི་ཡོད། ཁྱོད་ཆི་ཟིག་དེའི་སྡིག་ངར་གི་གཡང་འཐེན་དགོས་ནི། ཁྱོད་སྐྱབས་སུ་ཡིན་ཁྱོད་གྲོགས་པོ་འདྲ་ཨ་ཡོད། ཁྱོད་ལེགས་པའི་ཡོན་ཏན་ཆི་ཟིག་ཡོད་ཡོན་ཏན་ཡ་མཚན་ཅན་ཆི་ཟིག་ཡོད། ཤཱ་ཁྱི་ཡིག་ང་ར་ཨ་ཉི་ག་ལྷན་ཅིག་ཏུ་འགྲོས་ན་ཨ་ཆོག་གི། ཁྱོད་གནས་ལུགས་ཐམས་ཅད་པོ་ཇི་ལྟར་བདེན་པ་ང་དྲང་མོའི་ཚུལ་དུ་ཅིག་ཤོད་བཟོས་དུས། ཤི་ར་ཟླ་བ་གི་བློན་འདི་རྫོགས་ནས་སུ།

སྐྱབས་ནས་ལྷ་བ་མེད་པའི་སྡེ་བར་ཞོག་པ། དེའི་བསེ་ཐང་བྱིས་པ་ལ་སྙིང་ནས་ཕྱག་འཚལ་ལོ། རིན་པོ་ཆེ་འབེ་འདིར་ཡར་སྔོན་པོའི་ཁ་དོག་གི་ལ་ཀ་འཛམ་བུའི་ཆུ་བོ་གསེར་ལུགས་དང་ཀ་རྟ་བུ། ཡོངས་སུ་བཀོད་འདྲའི་མཛེས་པའི་སྐུ་མངའ་ཞིང། ཤིན་ཏུ་སྙན་ཞིང་རྗེས་དཔག་དབྱངས་ཀྱི་འཕྲེང་བ་ནི། མགྲིན་པའི་ཉི་དག་གི་ནང་ནས་ལེགས་པོར་དུ་སྒྲོག་པ། ཡིད་ལ་དུང་བ་མཆོག་སྐྱེས་ཀྱི་འཛབ་པ་ཆོས་སྙིགས་ཀྱི་རིག་ཚིག་གི་སྔགས་ཡིད་ལ་དགའ་བགྱི་གཟུགས་ཡོངས་ཀྱི། དེའི་སྟབས་ཀྱི་སྔགས་གནས་ལུགས་ཡིན་ཚུལ་ཐམས་ཅད་པོ་ཆོས་དྲང་མོ་བཤད་ལ། ཅུང་ཟད་གཅིག་ཉོན་ཨེ་མ་གྲོགས་པོ། ང་ནི་རྒྱ་གར་བྷ་ར་ན་སིའི་གྲོང་ཁྱེར་གྱི་རྒྱལ་བོ་ལྷ་ནང་སྟོབས་ལྡན་གཟུགས་སྐུ་ནུ་བོ། ངི་ཉི་ང་ཁྱེད་ཀྱི་དགའ་བ་དགེ་འདུན་འབངས་མཛེས་ནི་ཡིན། ཨ་རི་ཡ་ད་རེས་འགྲོ་བའི་སྐྱབས་གཅིག་མ་འཕགས་མ་རྗེ་བཙུན་སྒྲོལ་མ། ཉི་ཚེ་འདས་ང་ཨ་མ་གི་ཚུལ་དུ་དངོས་སུ་བྱོན་ནས། ང་རྗེ་བཞིན་བརྩེ་བ་ཆེན་པོའི་རྗེས་སུ་བཟུང་བས་ལེགས་པའི་ལམ་བཟང་བོ་དགེ་བའི་བླ་མ་རྒྱ་རི་ལྷ་མོའི་སྐྱབས་གསུམ་སྤྱོད་པའི་མགོན་དུ་བསྟེན། ནི་དཀར་ནག་ལས་འབྲས་བླང་དོར་གནས་སུ་བསྟེན། ནི་བྲན་བྱེད་དབག་ཡོད་བསྟེན་བྱའི་གྲོགས་སུ་བཞག། ནི་ཡིད་ཆེས་བཏབ་པའི་མོས་པ་རྟག་ཏུ་སྐྱེས། གཞན་ཡང་བྲམ་ཟེ་ཆེན་པོ་མཐར་བ་རི་རྒྱུད་གཟུགས་ཀྱི། ཕ་རོལ་ཕུང་བོའི་གྲོང་དུ་ཐོགས་པ་མེད་པར་འཇིགས་བྱུག་གི་འཕོ་བ་གྲོང་གཅིག་གི་གདམས་པ་འདི་མོ་བཟོད་བྱིན་ནོ། དེའི་རྫ་གུ་ཐག་མི་རིང་བ་དགེ་བའི་བཤེས་གཉེན་དྲིན་ཆེན་གྱི་ཨ་མ། འཇིག་རྟེན་འདི་གི་མ་གཞི་ག་དོག་པའི་བྱང་བ་བྱོན་སོང་ནོ། འདིའི་འཕྲོ་གི་ཡབ་དང་ཕྱི་ནང་གི་བློན་པོའི་ཚོགས་ཐམས་ཅད་ཀྱི། རྒྱལ་སྲིད་ཀྱི་ཁྱིམ་ཐབ་ཀྱི་བྱ་བའི་ནང་ང་རྒྱལ་རེད། དེའི་ཚེ་ན་སྐྱེ་བ་སྔོན་གྱི་ལས་དབང་གི་ང་གྲོགས་པོ་བླ་འགའ་ཨ་ན་བཟོད་ཀྱི་གཟུགས་ཡོད་ནོ། སྲིད་པ་ལ་ཆགས་པའི་འདོད་པའི་དབང་དུ་སོང་བའི་ཁྲེལ་མེད་ལྷ་ཐབས་ཀྱི་འཁྲིལ་སྦྱོར་གྱི་དངོས་གཟུགས་ཧོང་གི་ནང་ཀྲོང་འཇིགས་ཡིད་བཏང་ནས། ད་ངའི་ལག་གི་ལུས་འཕྲོག་སོང་ནི། ཀྱེ་མ། རྙེད་པར་དཀའ་བའི་བསྟན་འགྱུར་གྱི་མི་ལུས་འདི་ལག་ལ་ཐོབ་ནི་རེ་ར་རང་དབང་མེད་ལ་གཞན་གྱི་ལག་ཏུ་ཤོར་སོང་ནི། ད་ང་གནས་འདི་ན་ཡོད་ནོ་དེའི་རྐྱེན་གྱིས་ཡིན་ལགས། ད་ཁྱོད་ང་གང་འགྱོ་རྒྱུ་ཟིན་ན་ང་གར་འགྱོ་འདིར་འགྱོ་ཅང་ཡོད་ནི་མ་རེད། ད་འཁོར་བ་གི་བདེ་སྐྱིད་ཟེར་རྒྱུ་འདི་ཡིད་གཏད་རྒྱུ་མེད་ནོ་རིགས། སྐྱབས་ནི་དཀོན་མཆོག་གསུམ་བྲལ་ནས་སྡིག་ངུས་བཀག་ཡང་འཐེན་གི་ཡོད། ངུ་སྐྱབས་སྟོན་པ་སངས་རྒྱས་ར་ལོང་ཏོག་གོ་ཆེ། ངུ་དཀྲོགས་ཀྱིས་དམ་པ་ཚོགས་མཆོག་གི་དགེ་འདུན་པ་ཡིན། དེ་གིས་བ་ཟིག་ཡེ་ལེ་དེའི་བསྟན་པ་ལ་རང་གི་ནུས་བ་ར་མཐུད་ཡོད་ཚིག་གི་ཅིག་སློབ་ཁ་ཡིན་ནོ་ཧན་ཆིག་གི། ང་ཡོད་འདི་འདིར་ཟེར་རྒྱུ་ཅུང་ཟི་ཙམ་ཡང་མེད། སྲིད་པའི་གཤོག་པ་གི་རང་དབང་མེད་པར་གཅིག་བཞག་བ་ནི། དུས་རྟག་ཏུ་ལས་ར་ཉོན་མོངས་ཉིད་ཀྱི་དབང་དུ་གྱུར་ཏོ་ནི། དེ་ཕྱིར་སེམས་ཅན་ཀུན་ན་སྐྱོན་ཆུ་གཟུགས་ན་དེའི་རང་བཞིན་དུ་ང་ཡིན་ནི། ཆོས་ར་གཉིས་ཀ་སྐྱབས་གནས་མཐུན་ནས། བྱ་བ་ར་སྤྱོད་པ་ལྟ་བ་མཚུངས་ན་གཉིས་ཀ་ལྷན་ཅིག་ཏུ་འདྲུ་བས་ཟིག། དུ་ཟིག་དེ། འཕགས་མཆོག་ཐུགས་རྗེ་ཆེན་པོའི་སྤྲུལ་པའི་ཁུ་ཡིག་དེ་ཕྱི་ར་འདི་གསུངས་ནི།

དེ་རང་ཆོས་རྗེས་སུ་འཛིན་པའི་ཕྱིར་དུ་སྔགས་གནས་འདི་ཡོང་ནི་ཡིན། ཁྱོད་བཤད་བཤད་ཐམས་ཅད་པོ་ཁོང་གི་ཐུགས་སུ་ཆུད་བསྡད་ཡོད། ཁྱོད་ཨ་མ་གི་ཚུལ་སྟོན་ནོ་དགེ་བའི་བཤེས་གཉེན་མ་ཨར་ཡ་ད་རེས་འཕགས་མ་རྗེ་བཙུན་སྒྲོལ་མ་རེད། ཁྱོད་རང་རང། གྲོགས་པོ་གཟུགས་ཀྱི་དབང་གི་ཏིལ་འབྲུ་གཟུགས་འཕང་དུ་བསྐྱུར་དགོས་ནོ་འདི་ཚེ་རབས་སྔོན་མའི་ལས་དབང་རེད། བློན་པོ་གླང་ག་ཨ་ན་ར་ཆེ་ཉི་ག་སྐྱེས་བ་མང་བོ་རང་ཐུགས་ལ་གཅིག་གི་གཅིག་ག་ཧྲོག་ལེན་ཆགས་དོགས་གི། ཨེ་མ། ལེགས་བསྐོར་ཉོན་དགྲ་དགེ་འདུན་འབངས། ཆོས་དང་མཐུན་པའི་སྐྱེས་བུ་འདི་གང་དུ་བཞུགས་ན་བདེ་ནི། ཁྱོད་སྙིང་སྟོབས་མ་ཞིམ་སེམས་མ་ཆུང། ཁྱོད་སེམས་བཟང་སྐྱེས་ཀྱི་སྙིང་སྟོབས་ཆེན་པོ་ཞིག་རེད། ཁྱོད་རྒྱལ་བའི་ཆེད་ཀྱི་དགའ་བ་གི་ལས་ར་ང་འཕགས་པ་ཐུགས་རྗེ་ཆེན་པོའི་སྨོན་ལམ་གི་སྟོབས་ཀྱི་ཁ་ལྕགས་ཤིག་ནོར་ར་སྟོན་གོ་ནོར་གི་དུད་འགྲོ་ཐམས་ཅད་པོ་འཁོར་དུ་བསྡུས་ནས་རང་དང་གཞན་གྱི་བྱ་བ་རྒྱ་ཆེན་པོ་ཟིན་གྲབས་ཀྱི་རུ་སོང་ཚུགས། དེ་དུས་རྒྱལ་བའི་ཆེད་ཀྱི་དགའ་བ་གི་སྤྲུལ་བའི་ཞལ། འཕགས་མཆོག་སྤྱན་རས་གཟིགས་ཡེ་ནོ་ཡེ་བྱས་ནས་གསོལ་བ་བཏབ་བས། ལེགས་པའི་ལམ་ལ་དྲིལ་བའི་བློ་སྦྱོང་བའི་རིམ་པ་མང་དུ་སོང་བས་དུས་བསྟུན་ཁོང་དུ་ཆུད། ཕྱག་མ་མ་གཟུགས་ཀྱི་བར་དུ་ཁྱེད་ཀྱི་དགའ་སྟོན་ལ་རོལ་ཅིང། རྣམ་པ་གཉིས་ཀ་ལྷན་ཅིག་ཏུ་གནས་བཞུགས་བདོག། རྒྱལ་བུ་ཤཱཀྱའི་གཟུགས་བརྙན་ཅན་ན་ཡང་སྤྲུལ་པའི་ཞི་ཆུང་གཟི་བརྗིད་གཟུགས་ཀྱི་མཚན་དག་གིས། ཕོག་པ་ཐུགས་རྗེ་ཆེན་པོའི་སྤྲུལ་པའི་ཁུ་ཡུག་དེ་ཉིད་སྤྲུལ་པའི་ཞི་ཆུང་གཟི་བརྗིད་མཚན་དག་གཟིགས། དེ་དུས་སྤྲུལ་པའི་ཞི་ཆུང་དེས་བཤད་འབྲིང་ལུང་བཟླ་བ་གསུངས་ནས།

བླ་མ་དྲི་མེད་དཔའ་ཤར་བདུན་གྱི་འཁོར་ཚོགས་དུ་མའི་སྐོར་དེ་འབྱོན། དེའི་ཚེ་ང་ཡང་ཁྱོད་དང་འཕྲད། འགྲན་ཟླ་མེད་པའི་ཕྱོགས་ཀྱི་སངས་རྒྱས་ཐམས་ཅད་ཀྱི་གཙོ་བོ་མགོན་པོ་ཨུ་ཕག་མེད་ཀྱི་ཞབས་ལ་ཕྱག་འཚལ་ལོ། ཀྱེ་མ། སྙིང་སྟོབས་ཅན་གྱི་སྲས་ཆུང། ཁྱོད་ཙི་གེ་ཟི་ག་ནགས་ཁྲོད་སྟུག་པོ་འདིའི་ནང་གི་བྱ་ཚོགས་གཞན་པ་ར་ལྷན་ཅིག་ཏུ་སྡོད། འདི་ནས་ལོ་ཁར་ཟི་འགོར་ནུ་འཕྲོ་གི་བླ་མ་དྲི་མེད་དཔལ་ལྡན་འཁོར་ཚོགས་དང་བཅས་པའི་སྐོར་རེ་ཞུ་ན། དེ་དུས་ཨེ་འགའ་ཤེས་ར་ཁ་ངོ་ཐུག་ཨ་གསུངས་ནས། ཕུན་མཆོག་ཐུགས་རྗེ་ཆེན་པོའི་སྤྲུལ་བའི་ཞལ་དུ་དཀར་གསུང་ཆད་མེད་དུ་ཕེབས་སོང། ད་ལྟར། རྒྱལ་བའི་ཆོས་ཀྱི་དགའ་བ་ཁོང་རུས། ད་བློན་པོ་ལང་ཀ་ཨ་ནག་གི་ལྷུ་སྤྲུལ་ལས་ལས། ད་ཤ་ཁུ་ཡིག་གི་ལོག་བའི་ནགས་ཁྲོད་དུས་ནང་གི་འཆལ་མེད། ཕུན་མཆོག་ཐུགས་རྗེ་ཆེན་པོའི་སྤྲུལ་བའི་ཞལ། ཡོང་བའི་འདུག་རོགས་ཡིན་ནུས་རྒྱུ་མཚན་ལ་སོགས་ཀ་ཅུ་བཤད་དང་ནང་འདིར། ད་ནི་རྒྱ་གར་བྷ་ར་ན་སི་གི་ལོ་རྒྱུས་གཟིགས་བཤད་ཀྱིས་ན། ད་རྒྱལ་བོའི་རྫུན་མ་འཁོར་དང་བཅས་པ། ད་རྒྱལ་བོའི་རྫུན་མ་གཟིགས་དུས་འཆི་གི་མོ། རྒྱལ་བོའི་ཆོས་སྐྱེས་དགའ་བ་གི་སྐག་གདོང་ནང་བློན་པོ་གླང་ག་ན་འཛུལ་དང་ན། ད་ཞི་གི་སྐུ་ལུས་བལྟས་ན་རྒྱལ་བོའི་ཆོས་སྐྱེས་དགའ་བ་ཡིན་ནི་མ་རྟོགས་ནང་གི་རྣམ་པར་ཤེས་པ་དག་བློན་པོ་གླང་ག་ན་རི་དེ་ཡིན་ན་ད་རྒྱལ་བོའི་རྫུན་མ་རི། རྒྱབ་ཀྱི་ཀུན་གྱི་ན་འགྲོ་རྗེས་དང་ནི་ལྟ་བུ་རི། དེ་ཡིན་ན་རྒྱལ་བོའི་རྫུན་མ་འཁོར་དང་བཅས་པ། རྒྱལ་བོའི་ཕོབ་གྲངས་གི་ནང་བསུ་བ་དང་བཅས་ཕེབས་དུས། རྩི་མོ་གསེར་ཟངས་མ་གི། བློན་པོ་གླང་གི་ཨ་ན་ཆོས་ཁར་སོང་ཟིག་ཟེར་ནོ་ཀུ་མ་ཐག་ཏུ་སྒོམ་དུ་ན་མ་ར་ཡོང། གཅིག་བལྟས་ནོ། སྔོན་ཆད་ཡིན་ན། རྒྱལ་བོའི་ཆོས་ཀྱི་དགའ་བ་དེ་བྱ་ངོ་གཉིས་ཀྱི་མཐོང་དུས་སེམས་མ་དགའ་སྤྲོ་དཔག་མེད་དུ་བྱེད་ཀྱི་ཡོད་གྲར། དེའི་ཉེན་ཁར། རྒྱལ་བོ་དེ་སྙིགས་ཀྱི་རིགས་ནི་ར་ཡིད་ལ་མི་དགའ་བ་དྲག་པོ་ཟིག་བྱེད་དང་ཟིག། རྩི་མོ་གསེར་ཟངས་མ་ཐེ་ཚོམ་ཤིན་ཏུ་ཆེན་པོ་ཟིག་བྱེད་ཞོར་ར། རྒྱལ་བོའི་ཆོས་ཀྱི་དགའ་བ་མཚམས་འདྲི་ཡིན་ནི་རེད།

སྐྱབས་ནི་དཀོན་མཆོག་གསུམ་གྱི་ཐུགས་ཀྱི་སེམས་འགྲུ། ལྷ་སྲས་དམ་པ་ཆོས་ཀྱི་དགའ་བ་གི་ཞབས་ཀྱི་བ་མོ་ལ། སྐྱེ་གསུམ་ཀུན་ཏུ་གུས་པའི་ཡིད་ཀྱིས་ཕྱག་འཚལ་ལོ། རྒྱལ་བུ་རིན་པོ་ཆེ། ནགས་ཚལ་བཀྲ་སྐྱིལ་མོའི་ཚལ་ལ་སྐྱོ་སངས་ཨ་ཧེ་བདེ། ཐུགས་བདེ་བསྔལ་བ་མེད་ལ། མ་དཀའ་སྡུག་མ་དག་ཨ། སྐྱིལ་མོའི་ཚལ་གྱི་ལྟད་མོ་ཆེན་མོ་བཟོ་གཟུགས་དང། དཀོན་མཆོག་གསུམ་གྱི་རྟེན་བཟང་འཇགས་ཐུབ་ལྟ་དུ་བཟོས་ཏེ་རྒྱལ་བོ་གི་ཕྱི་ར་ལོ་འཛུགས་ཐོག་ཟུག་ར་ཧངན་ཡིན་ན། རྒྱལ་བོའི་ཆེད་ཀྱི་དགའ་བ་དེ་གསུངས་ཐད་དུས་བཙུན་མོ་གསེར་བཟང་མ་དེ་ཡིད་ལ་བདེ་བ་ཆེན་པོ་ཟིག་སྐྱེས་ཀྱི་ཡོད་གྲ་དེ་ཡང་མ་བྱུང་ཟིག། བློན་པོ་སྟོང་ཁོ་ནས་ཡམ་ཤིག་གི་རང་གི་བུ་ལང་ག་ཨ་ན་ཁྱིས་ཁར་སོང་ཟིག་ཟེར་ནོ་གོ་མ་ཐག་ཏུ་སེམས་སྡུག་བསྔལ་གྱི་རི་རབ་ཏུ་བསྣན་ནས་ཐེ་ཚོམ་མེད་པར་གཡང་ས་ཆེན་པོ་ཟིག་གི་ཁ་གི་སྐྱེ་བའི་ཤི་སོང་ཟིག། ད་ཁིར་གི་ཨུ་བྷི་དུ་རྒྱལ་བོས་ཁྱེད་ཀྱིས་དགའ་བ་གི་ལུས་ཁོག་ན་བོ་ནོ་མི་ཤིག་གི་མོ། སྔོ་མེད་ཁྱིའི་ཁིར་སོང་ནི་རི་བསམ་མེ། སྡུག་ངིར་གི་མགོ་མ་ནི་ན་སོང་གཡང་ས་ཆེན་པོ་གི་སྐྱེ་བཏང་ནི། ངན་བཙོམ་ནུའི་བཙུན་མོ་སོ་ར་སོར་ཏི་ཟི་རྒྱོ་དེས། ད་རྒྱལ་བོས་ཁྱེད་ཀྱིས་དགའ་བ་གི་ལུས་ཁོག་གི་ཏི་ལ་འགའ་ཨ་ན་ཡིན་ནོ་ཤི་ནས་རབ་ཏུ་དགའ་ཟིག། བཞམས་པ། རྒྱལ་བོ་བློན་པོ་ལ་སོགས་པ་ཡོངས་སུ་རྫོགས་པ་དེ། སྔོན་གི་རྒྱལ་བོས་ཁྱེད་ཀྱིས་དགའ་བ། ལེ་ཡིན་བསམ་འདུག་ཇོ་མ་གཏོགས་དེ་མི་ཟིག་གི་ཐེ་ཚོམ་ཙམ་ཟིག་རྒྱུ་ལ་སྐྱེ་གི་མེད་གི། ཉི་མ་དུ་ནས་བཟུང་དེ་ལྟར་ཙི་མོག་གསེར་བཟང་མ་ཕྱི་ཚོ་ཧུད་བཏང་ནས། ཚོ་ར་ཚོར་བསྟི་ནི་ར་ལྷན་ཅིག་ཏུ་བསྡད་ལས། སྔོན་ཆད་ཡིན་ན་རྒྱལ་བོའི་ཆོས་ཀྱི་དགའ་བ་དེ་ཆོས་ཀྱི་བྱ་བ་འབའ་ཞིག་མ་གཏོགས་ལས་ཀྱི་མེད་གྲ་ད་ནི་བྱ་བ་སྤྱོད་པ་རྣམ་པ་སྣ་ཚོགས་སྒྲུབ་ཀྱི་མང་ནོ། སྔོན་ཆད་ཡིན་ན་ཉིན་བཞིན་དུ་རྒྱལ་བོ་ཙི་མོ་ནང་འཁོར་ཐམས་ཅད་ལ་དམ་པའི་ཆོས་ཀྱི་བདུད་རྩི་གནང་རྒྱུ་དེ་རྒྱུན་ཆགས་ཀྱི་མེད་གྲ་དེ་ཡང་རྒྱུན་ཆད་སོང་ཟིག། སྔོན་ན་ཡིན་ན་རྒྱལ་བོའི་ཁོང་རིགས་ཁ་ནང་གི་ཚིག་འཇམ་ནོ། ཕོག་པའི་དགེ་འདུན་ལ་གུས་ཀྱི་རེ་ནོ་ཟེར་འདྲ། ད་ནི་ཁ་ནང་གི་ཚིག་མི་སྙན་ནོ། ཕོག་པའི་དགེ་འདུན་ལ་གདུང་བར་བྱེད་པ། ད་སེམས་ཅན་ཀུན་གྱི་རྒྱལ་བོ་འདིའི་མཛད་སྤྱོད་འགྱུར་སོང་ཟིག་ཟེར་གླང་རྒྱུད་མ་གཏོགས་སྟོང་ཁོང་གི་བའི་ནོ་སུས་ཤེས་ཀྱི། དེའི་སྐབས་དེར་བཙུན་མོ་གསེར་བཟང་མ་གི། རྒྱལ་བོའི་ཆོས་ཀྱི་དགའ་བ་ཁོང་རིགས་ཀྱི་མཁྱེན་ནོ་གི་ཡིག་རིགས་རྣམ་པ་སྣ་ཚོགས་སོང་བའི་བསྟན་ཟིག་ར། ཕལ་ཆེ་བ་གཟུགས་ཤེས་རབ་ཆེ་ནུའི་སྟོབས་ཀྱིས་ཤི་གི་ར་ལ་ལ་རེ་མ་ཤི་ཟིག། དེ་ནས་ཙུམ་འོག་གསེར་ཟངས་མ་གི་ཉམས་བླངས་ཡིན། ཧིན་ན་རྒྱལ་བོའི་ཆེད་ཀྱི་ཁོང་འདི་མོ་གཟུགས་སོང་བཞག་ཡོད་མོ། འདིའི་མཐའ་སོགས་ཀྱི་མུས་འདི་མོ་གཟུགས་རྗེས་སོང་ཟིག་ར་དེ་ཆི་ཟིག་དེ་ནས་ཡིན་ད་གོ་ཟིག་ཡིན་དྲིས་ན། དེ་ཅང་པོ་དུ་ཁུར་ཟིག་ག་བཤད་རྒྱུ་མེད་གི། དེ་དུས་ཙུམ་འོག་གསེར་ཟངས་མ་གི་སྔར་གྱི་ལུང་བསྟན་ཚད་མ་དྲན་ནས། ད་རྒྱལ་བོའི་རྫུན་མ་ཡིན་ནོ་ཤི་ནས

འདུས་བ་དང་མ་འོངས་ལྟར་རྟགས་གསུམ་དུ་གུས་པའི་ཕྱག་འཚལ་ལོ། སྨྱོན་དང། ཚར་གཅོད་རྒྱལ་པོ་ཆུའི་གཙོ་བོས་ནི་རྒྱ་གར་བཱ་ར་ན་སིའི་འགྲོ་བ་ཐམས་ཅད་ཀྱི་མོ་གཅིག་སྨྱོན། རྒྱལ་པོའི་ཆོས་ཀྱིས་ཟླ་བ་ནུབ་ཕྱོགས་འཇའ་སོང་གཟིགས། ཤུ་ཁ་ན་བདལ་བྱུང་ནོ་སྟག་གི་འོག་བ་ཅོ་འདོད་ནས་ཧ་གཟིགས་རི། འདས་བརྩི་ཀི་རེ་ཀྲོ་ཀོག་ལོ་སེམས་ཆེ་ར་སྟེན་དང་ན་མི་འགྲིག་གི་ནས། ང་བཙུན་མོ་གསེར་བཟང་མ་གི་སྙིང་གི་དབང་བོ་ཤང་སོང་ཡིར་གཟིགས་རི་ར་མོ་བླུན་པོ་ཡི་ནུས་སྟབས་ཀི་དེ་རིང་བར་དུ་ཧ་མ་གོ། ཉི་མ་དེ་རིང་ནས་བཟུང་སྟེ་ཕྱོགས་མེད་ཀྱི་ས་མཐའ་བསྐོར་གྱི་འཇོ་རྗེས། རྫ་གི་མུག་ཤལ་རྣོ་འདི་བརྡེག་ན་རྫུན་ན། རྒྱལ་པོ་ཡབ་སྲས་ལ་སོགས་པ་ཐམས་ཅད་ཀྱི་ལྕགས་གཟུགས་བཟས་ནས། ཡི་གེ་དུ་བྲིས་དང། ད་རྩི་མོག་གསེར་བཟང་མ་སྡོམ་སོང་ནས། ནམ་བླངས་དུས། ཡི་གེ་གཟུགས་ཀ་བཞོ་ནོ་བློན་ཆེན་བློ་གྲོས་རབ་བཟང་གི་རིགས། ཤང་ཤང་དུ། ཁྱེད་རེ་སོང་བས་ཡབ་རྒྱལ་བོའི་ལག་ག་བཞག་དང། རྩི་མོག་གསེར་བཟང་མ་བྲིས་སོང་ཟིན་ཡི་གེ་འདི་མོ་གཟུགས་ཀ་བཞོ་གི་བཟས་ཚུགས། ཡབ་རྒྱལ་བོ་ཡང་ཁུར་གི་འོད་གི་འཛབ་པ་ར་སྤྱོད་ཚུལ་ཐམས་ཅད་པོ་འགྱུར་ལྡོག་ནི་རུ་ཚེ་མ་ཐེ་ཚོམ་གཟིགས་བྱེད་དོ་ར། ཡིག་ཡིད་དུ་རིག་ནས་ར་ཐེ་ཚོམ་ཤིན་ཏུ་ཆེ་བ་སྐྱེ་གཟིགས་ར། ཡིད་འབྲོང་ར། ད་ཁྱོད་ངུ་འོད་མ་རུ་ངུ་འོད་འདི་ན་ཡོད་ཚེ་ཁོ་སྟོན་གྱི་མེད་གི་མོད། ད་དུ་འཇིག་རྟེན་ན་བཤད་ས་མི་འབྱུང་ནི་ཟེར། དེའི་སྟབས་ཀྱི་བཤད་ཐབས་མེད་སོང་བས་སྡུག་བསྔལ་གྱི་ངུས་ནས་རྩི་མོག་གསེར་བཟང་མ་གི་ཕྱི་བཞིན་དུ་ཡང་བསིལ་མ་དང་གཟུགས། རྒྱལ་བུ་རྫུན་མ་གི། རྩི་མོག་གསེར་བཟང་མ་ཡུལ་ལུང་གཞན་དུ་བྲེས་སོང་གཟུགས་ཟས་ནོར་གོ་མ་ཐག་ཏུ་ཤེར་དང་རབ་ཏུ་འབར་རེ། ཕྱོགས་ཐམས་ཅད་དུ་ཕོ་ཉ་གི་དམག་ངག་ཡེ། དམག་གི་སྲིན་ལ་ཡོད་དུས་གསེར་བཟང་མའི་སྐོམ་ཆུ་ཁ་གསོལ་བ་ལྟ་བུས། དམག་གི་འཛིན་མ་ཐུ་བ། ཕྱགས་མ་དུ་མའི་བར་དུ་རྩ་གཟུགས་ར་ལག་མ་གཉིས་གཟུགས། དེ་ནས་དམག་ཐམས་ཅད་པོའི། མངལ་ཞིང་ལྟེ་བའི་ཁ་ཤས་ལ་འཁོར་བའི་བ་ཡང་ཟེར། རྩི་མོག་གསེར་ཟངས་མ་གི་ཚེར་མ། རྒྱལ་བའི་ཁྱེད་ཀྱིས་དགའ་བ་གི་འགྲོ་དོན་ད་ཉི་གི་ནང་ན་མེ་བཟའི་གོ་ད། ཤ་དང་རི་དྭགས་གི་ནང་ན་ཡོད་རྩིབས་རྒྱུན་དུ་ཁོང་རིག་གི་གསུང་ད། ད་ལྟའི་གཟུགས་སྲིད་ཅིག་འཇའ་ཐུ་བ་ཟབ་མོའི་ནགས་ཁྲོད་སྟུག་པོ་ཀུན་ཏུ་ཤ་དང་རི་དྭགས་གཉིས་ཀྱི་རིག་རྩལ་གྱི་གྲོང་དུ། ཁྱེད་ཀྱིས་དགའ་བ་ཨ་ཡེ་ན་ཟབ་མོའི་མཚན་གྱི་དབུས་ནས། བྱ་དང་རི་དྭགས་གཉིས་ཀྱི་རིགས་ཚིག་གི་རྩི་མོ་གཉིས་ཀྱི་རིགས་ན་དྲེས་འཇོག། མཚན་མོ་ནི་མི་མ་ཡིན་གྱི་འཇིགས་སུ་རུང་བའི་སྒྲ་བཅག། གཅན་གཟན་ཐམས་ཅད་ཀྱི་ངར་སྐད་སྒྲོག། ས་བརྒྱད་ནི་སུས་དོགས་རེ་སའི་ཁྱི་འཁྱག་རེ་མཐོང། ཚེས་མ་རྒྱལ་བོ་ར་སྐོམ་ལྕོག་གསུམ་བཟང་བས་འུར་མདོ་བྲལ་ངུ་མོའི་སྒྲ་འདོན་ཀྱང། ནགས་ཁྲོད་ཀྱི་འཁྱམ་ནུ་འཕྲོག་མ། གསེར་བཟང་མ་གི་ལུས་ཤིན་ཏུ་རིད་པོ།

ད་བར་དུ་རྩ་ནར་ར་བརླག་མི་ཉེས་ཀི། ད་ཡིད་ལ་ཧི་ཤོག་ཟིག་ཨ་སོང་བའི་ཆོས་ཟིག་སྒྲུབ་དགོས་ནར་ར། ང་བུད་མེད་ཞི་མོ་ཁེར་འགྱོ་ཟིག་གི་ལབ་མི་ཆོག་གི། ད་ཁ་ཤི་ར་འཁོར་ཡི་སོང་བའི་རྒྱལ་བུ་ཀིར་བྷ་ར་ན་སིའི་རྒྱལ་བུ་རྫི་མ་གི་ང་བའི་གོ་འཕང་ཟིག་ཡིན་འདུག་ར་ཀོ་ད་ཁི་སོང་ནས་དགའ་གི། ད་ཉི་ཚེ་འདི་གི། རྒྱལ་བུ་ཁྱེད་ཀྱིས་དགའ་བ་ར་འཇའ་ཇོ་གི་སྐལ་བ་མེད་གི། མོའི་ལུས་འདི་གཏོར་བཏང་ན་ཚེ་རབས་གཤེད་མ། རྒྱལ་བའི་དགེ་འདུན་འབངས་ལ་འཇའ་ཡིས། དམ་པའི་ཆོས་གཟིགས་ལྷན་ཅིག་ཏུ་སྒྲུབ་སྦྱོར་གྱི་སྨོན་ལམ་གཟི་འདེབས་སྒོ་གི་རྩ་མེ། ཁོག་སྟོད་གཡའ་ར་བརྒྱད་ནས། རྔམ་ཕུལ་གདོང་ཡངས་གྲོག་པོའི། གཙུམ་མོ་གསེར་ཟངས་མ་གི་སྨོན་ལམ་འདི་བཏབ་ནས། ཐ་མའི་དཀོན་མཆོག་རི་ཡིན་རྣམ་པར་གསུམ།

འཚོ་བ་མེད་པའི་དཀོན་མཆོག་རིན་ཆེན་རྣམ་པ་གསུམ་པོ་ལས་ངན་སྐྱེ་ངན་སྨོན་ལམ་གྱི་རྒྱབ་རྟེན་གཟིགས་ཤིག། མོ་ཐུགས་རྗེས་དགོངས་པའི་དུས་བབ་དང་ནི། ཁྱི་གཟུགས་བྱ་ཁྱི་གཟུགས་ཡུལ་ལྷུན་མའི་དཀོན་མཆོག་རིན་ཆེན་གསུམ། སྙིང་མའི་རྣོ་ངར་ཐུགས་རྗེས་སུ་མི་གཟིགས་ནས། རྒྱལ་བའི་ཆོས་ཀྱི་ཉི་མ་ནམ་མཁའ་གི་མི་བཞུགས་ཨ་གུང་བ་ཞིག་གསུངས་ནི། ངག་གསེར་ཟངས་མེ་ཏོག་གི་བལ་མ་སྡིག་ངེས་ཀྱི་བལ་གྱིས་བཅོམ་དང་ནི། ཉི་མའི་ས་འབྱུང་དབང་ཚོགས་པའི་ནགས་ཁྲོད་དུ། མགོན་མེད་སྐྱེམས་མེད་ལག་གཅིག་བར་དུ་འཆད་མེད། རྒྱལ་བུ་དམ་པ་ཁྱེད་ཀྱི་དགའ་བ་དེ། འགྲོ་དོན་རི་དྭགས་ར་ཤ་མཚོག་ནང་ན་ཡོད་གསུང་གོ་ད། ཤི་ཡ་དང་རི་དྭགས་ཀྱི་རིགས་སུ་གཅིག་ཨ་འཇའ་ཟ་མེད། ཤི་ཡ་དང་རི་དྭགས་གཉིས་ཀྱི་རིགས་ཚིག་གི་དྲུང་དུ་སོང་ན། ཐམས་ཅད་ཀྱི་མོ་སྔོན་པ་རིགས་དང་ནོ་རི་དྭགས་པ་རིགས་དང་ནོ་ལྟར་དུ་བྲེལ་འཇོག། སྐལ་བ་མེད་མོས་གསོད་གཟིམ་མ་གི་ཆ་ཙམ་ཟིག་ལ་ག་མི་ཉེ་གི། དེས་ན་མོའི་སེམས་ཀྱི་སྡུག་བསྔལ་འདི་ལྷོད་སྐོར་བྱེད་ཕྱིར། གཅན་གཟན་ཐམས་ཅད་དྲན་བྱུང་འོག་གི་མུའུ་ལི་འདི་ས་མ་གི་འདི་ཞེས་བཟུང་ནས་ས་ཆི་ཡིས་བཀོག། ད་ཉི་མ་ཤར་ན་མུའུ་མི་ཆགས་ཀི་བཙག་ཡིན་ན་མུའུ་མི་ཆགས་ཀི་ལུས་ལ་ཆར་གི་བརྡུངས་ན་ཡང་མུའུ་མི་ཆགས་ཀི་དཔྱིད་དང་ལྡན་པའི་མྱི་གི་ས་མ་ཀྲི་ཙམ་ཟིག་སྣུམ་ས་མེད་ཀི་ལྟོགས་སྐོམ་གི་ཚ་གྲང་དྲག་པོའི་ཤི་ཙོ་ནག་ཟིར་གོ་ནི་རི་ཤི་དང་བྲལ་བའི་སྡུག་བསྔལ་གི་སྣང་ནག་ཟིར་གོ་ནི་རི་ད་ཚ་གྲང་སྡུག་བསྔལ་མྱོང་ཚུལ་འདེགས་ཤིག་བལྟ་རྒྱུ་ན། ང་འཕྲུལ་མང་ཤར་གོང་ནས་མ་གཏོགས་དམྱལ་བ་ན་སྐྱིད་དོ་ན་ཨེ་ན་བསམ་ན་ཚེ་མ་ཐེ་ཚོམ་སྐྱེ་གྱི་ཡོད་གི། ངའི་མགོ་ལྟོགས་གོམ་ཡོང་གོང་ནོ། གཤིན་རྗེ་གི་འཇིག་རྟེན་ཡི་དྭགས་ལྟ་བུ་ཟིག། ང་གང་གི་གསལ་སྟངས་ན་རྩར་སྐྱོད་མིན་ནོ་ང་དུད་འགྲོ་ལྡོམ་པོ་ལྟ་བུ་ཟིག། ངའི་མགོ་འཇིགས་སྐྲག་གི་སྡུག་བསྔལ་ཡོང་གོང་ནོ། ང་བར་དོའི་ཁམས་ན་ཉིན་ཞག་མ་ཚང་བ་གཉིད་གོ་ནོ་གི་སེམས་ཅན་ལྟ་བུ་ཟིག། འདི་མོ་གི་སྡུག་བསྔལ་གི་ལས་ངན་པ་གི་འབྲས་བུ་ཟིག་ད་ཅི་ཟེར་ནུས་ན། མོ་ཆུང་འདིའི་ཡབ་གཅིག་ཁྱེད་ཀྱི་རྒྱལ་པོ་མཛའ་ཡ་ཡུམ་ཆེན་མེ་ཏོག་ཀུན་ཏུ་མཛེས་པ་གི། ཧ་མ་ཉི་གའི་སྐུ་མདུན་ན་དར་ཟབ་ཀྱི་བཀས་བསྐོས་ནས། འདོད་དགུའི་ལོངས་སྤྱོད་བྱིན་ནས། ང་སྙིང་གི་སེམས་འདི་ལྟར་དུ་བྱིང། ལག་ཆགས་ཀྱི་བྱིང་ནུས་སྐྱེ་ཕྲུག་མ། ང་དར་སྐབས་མགོན་མེད་སྐྱབས་མེད་ལས། ང་ནགས་མཐའ་འཆའ་མེད། ཇོ་བོ་ནང་དུ་ཁྱོད་ཧ་མ་བཀའ་དྲིན་ཅན་ཉི་ག་ཅིག་མཁྱེན་གྱིས་ན་ཐུགས་ཀྱི་ཨུ་བཟོ་ལ། ང་རྒྱལ་ཁབ་ན་ཡོད་དུས། དམ་པའི་ཆོས་ཀྱི་དོན་དུ་ཆུ་ལུད་སོགས་འདི་སྟོང་གོ་གི་ཟས་སྣ་ལྔས་གང་ཧག་ཅིག་ཐུབ། ད་ཤ་ཁྲག་ལས་གྲུབ་པའི་ཕུང་བོ་འདི་ཕྱི་དོར་བས་ནས་རྒྱན་ཆ་དག། འདི་ཅིག་གཡག་གི་སེམས། འདི་ཁོང་བསྟན་ན་འབྲུག་གི་ཟན་མེད། ད་ལྟ་བར་དུ་འཕྲིན་ལས་བདལ་མེད། ཉི་མ་དེ་རིང་ནས་བཟུང་སྟེ་ད་ཤ་ཁྲག་གི་ཕུང་བོ་འདི་རྩ་སྤར་བ་གང་ཐང་ང་འདམ་འདུ་བའི་འབྱུང་ནུས་དུས་སྐབས་ཐོན་དང་ནི། ང་ཉི་ཚེ་འདི་སྔོན་བསགས་ཀྱི་བསོད་ནམས་ཆུང་ནུས་སྟོབས་ཀྱིས། ད་དགེ་བའི་བྱ་བ་བཟང་བོ་འདི་སྒྲུབ་མ་ཐུབ། ད་ཡབ་ཡུམ་བཀའ་དྲིན་ཅན་གྱི་བཀའ་དྲིན་དང་རྒྱལ་སྲས་ཆོས་ཀྱི་དགའ་བའི་ཐུགས་རྗེའི་ར་མོ་བོ་རང་གི་མཐའ་སྲོག་གི་ཙིག་གཟུགས་སྲོག་གཞུང་ནུས་དགེ་བ་ར་ཚེ་རབས་སྔོན་མ་སྔོན་མ་ནས་སོག་པའི་རྣམ་དཀར་གྱི་དགེ་བ་ཐམས་ཅད་པོག་གཅིག་ཏུ་གདོད་མའི་ལྷ་མི་དཀོན་མཆོག་རིན་ཆེན་གསུམ་གྱི་བདེན་སྟོབས་ཀྱི་མཐུས། མོས་དེ་རང་ཅི་ལྟར་དད་པའི་སྨོན་ལམ་འདི་གཅིག་འགྲུབ་ནས་སྐྱབས་འཇུག། སྐྱེ་དགོས་ནོ་དགེ་དགོས་ནོ་གནའ་དགོས་ནོ་འཆི་དགོས་ནོ་ལ་སོགས་པ། དཔག་ཏུ་མེད་པའི་སྡུག་བསྔལ་ལ་སྤྱོད་པའི་མ་ཅིག་འགྲོ་བ་ཐམས་ཅད་ཀྱི། སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་དང་རབ་ཏུ་སྐལ་མེད། ཀུན་ཀྱང་བླ་ན་མེད་པའི་བདེ་བ་ཆེན་པོ་དེ་ཐོབ་ནས་སྨོན་ལམ། ང་བཙུན་མོ་གསེར་བཟང་མ་ཡང། འགྲོ་བ་སེམས་ཅན་ཐམས་ཅད་ལ་རེ་བ་སྐོང་བའི་ཡིད་བཞིན་གྱི་ནོར་ལྟ་བུ་ཟིག་གི་གྱུར་ནས། ལོང་བ་ཤ་ར་ཐམས་ཅད་ལ་སྙིགས་ཀྱི་སྐུ་བྷྱོ་ནས། འོན་པ་ཐམས་ཅད་ལ་རྣ་བའི་དབང་བོའི་སྐུ་བྷྱོ་ནས་རྨོངས་བ་ཐམས་ཅད་ཀྱི་ཤེས་རབ་དམ་པ། སྐུགས་པ་ཐམས་ཅད་ཀྱི་དམའ་བར་འགྱུར་བ་བསྐྱུས་བ་ཐམས་ཅད་ཀྱི་ཟས་དང། ཕོངས་བ་ཐམས་ཅད་ཀྱི་ནོར་གེགས་ཤིག་འགྱུར་ནས་སྨོན་ལམ། ཕྲ་བའི་སྡུག་བསྔལ་ཅན་ཐམས་ཅད་ལ་ང་ཟླ་བ་ལྟ་བུའི་སྲིན་མོ་གཟིགས། གྲང་བའི་སྡུག་བསྔལ་ཅན་ཐམས་ཅད་ལ་ང་ཉི་མ་ལྟ་བུའི་གྲོག་འབུ་གཟིགས། འཇིགས་པ་ཆེན་པོའི་རྒྱན་གྱིས་ཉེན་ཅེར་བ། དེ་དག་ཐམས་ཅད་ཀྱི་འཇིགས་པ་ཐམས་ཅད་པོ་སེལ་བའི་མཐུ་དང་ནུས་པ་ཡོད་ནི། ཐར་འདོད་ཐམས་ཅད་ལ་ཐར་བའི་ལམ་སྟོན་ཐུབ་ནི། གནས་སྐབས་གནས་མལ་ཁང་བཟང་རྒྱལ་སྲིད་དང་ནོར་སྐལ་གཞོན་པ་ལ་སོགས་པའི། འདོད་པ་ཐམས་ཅད་པོ་སྡིག་པ་མེད་པར་བདག་གི་སྦྱིན་པ་གཏོང་བའི་གཏོང་ཕོད་ཅན་གཟུགས་ཀྱི་སྐྱེ་བ་གཟུགས་ལེན་ཐུབ་ནས་སྨོན་ལམ་འདོར་ན་བླ་ན་མེད་པའི་བྱང་ཆུབ་མ་ཐོབ་ཀྱི་བར་དུ་སྐྱབས་ཀྱི་དམ་པ་དཀོན་མཆོག་གསུམ་བཟུང་ནས། དོན་དག་གི་གཙོ་བོ་གཞན་དོན་གཙོ་བོ་ཡིན། བྱ་བ་སྤྱོད་པ་གི་གཙོ་བོ་རྒྱལ་སྲས་སྤྱོད་པ་ལ་སློབ་པའི་ཕོག་པ་སྤྱན་རས་གཟིགས་དབང་ཞིག་ལྟ་བུ་གཟུགས་ཀྱི་སྐྱེ་བ་གཟུགས་ལེན་ཐུབ་ནས་སྨོན་ལམ་མོ། འདི་ནས་དབུགས་ཆད་མ་ཐག་ཏུ། ངུ་དགེ་བའི་བཤེས་གཉེན་རྒྱལ་བུ་ཆོས་ཀྱི་དགའ་བ་ཁོང་རུ་གང་ན་བཞུགས་དོ་ན་བཤད་བཟང་མཐོང་ནས་ལྷན་ཅིག་ཏུ་དམ་པའི་ཆས་གཅིག་གཅོད་ཐུབ་ནས་སྨོན་ལམ། རྒྱལ་བུ་ཆོས་ཀྱི་དགའ་བ་ཁོང་རུ་ཤཱ་གི་ལུས་སུ་བཞུགས་དོ་ན་འོན་ཀྱང་རྟོགས་པའི་ཞིང་ཁམས་གང་ཟི་ན་བཞུགས་དོ་ན་མྱུར་དུ་འཇའ་བའི་སྐལ་བ་གཟུགས་ཐོབ་བས། མོའི་སེམས་ཀྱི་སྡུག་བསྔལ་གྱི་དབུགས་འདི་ལྕི་བ་ཕྱི་མ་ཞིག་ལེན་ཐུབ་ནས་སྨོན་ལམ། ཐུགས་རྗེའི་ལྕགས་ཀྱིས་ལེགས་པོར་འཛིན་པར་ཤོག། དུ་མ་ཟད་པྲ་ཚིལ་རབ་ཐམས་ཅད་དུ། རྒྱལ་བུ་ཆོས་ཀྱི་དགའ་བ་ཁྱོད་འགྲོ་བ་སེམས་ཅན་གྱི་དོན་དུ་གང་གི་འཕྲོང་ན། མོ་ཡང་ལྷན་ཅིག་ཏུ་གནས་དག་སྐྱེ་བ་བླངས་ནས། ཁྱད་པར་དུ་ཆེ་ཀ་སྡུག་བསྔལ་གཟུགས་ཡོད་ནི་མ་རེད་ར། འགྲོ་བ་སེམས་ཅན་གྱི་དོན་དུ། དཀའ་སྡུག་མྱོང་བའི་ཚུལ་བསྟན་ན། ལྷོ་སྐོར་དུ་དཀའ་བོ་ཟ་ར་ཟླ་གྲོགས་མེད་ས་གི། སྐྱེ་བ་ཐམས་ཅད་དུ་མུ་ཆེ་གི་སྡོང་གྲོགས་ཟས་ཐུབ་ནས་སྨོད་ལམ། ཚེ་རབས་ཐམས་ཅད་དུ་བདེ་འགྲོ་གི་ལུས་རྟེན་མཐོ་བའི་བླ་ན་མེད་པའི་སངས་རྒྱས་ཀྱི་གཏམ་པ་ར་མཇལ་ཡས། དམ་པའི་ཆོས་སྒྲུབ་པ་ལ་མི་འཁོན་པའི་སྐྱོན་སྤོང་ནས། གཉེན་ཚན་ཀུན་ཏུ་དགེ་བའི་ལས་གཅིག་བརྩོན་ཐུབ་ནས་སྨོན་ལམ། གཞན་གྱི་དབང་གི་ལག་ཤོར་རེས། རྐྱེན་གང་ཡང་རང་གི། མོའི་ལུས་སྲོག་འདི་མོ་སྐྱེ་བ་ཕྲག་བརྒྱ་གཟུགས་སྟོང་གོ་ནས་ཚ་མ་ར། སྐྱབས་གནས་གསུམ་འདྲ་བསམ་པ་བཟང་བོ་འདི་སྐད་ཅིག་ཙམ་ཟིག་འགྱུར་ལྡོག་གཟི་མི་ཁུར་ནས་སྨོན་ལམ། མོ་རང་གི་མགོ་སྡིག་ངར་ཡོང་གོ་ནོ་འདི། སེམས་ཅན་ཐམས་ཅད་ལ་སྡིག་ངར་ཟིག་ཡོད་ཚུལ་ཐམས་ཅད་ང་ཙི་མོག་གསེར་གཟིང་མ་གི་མགོ་ཐོག་བར་སྨིན་ནས། མོ་འདི་ནས་དབུགས་ཆད་མ་ཐག་ཏུ། ཁམས་གསུམ་འཁོར་བ་རིགས་དྲུག་གི་སྡུག་བསྔལ་ཀུན་མཐའ་གཟུགས་གསེར་ཐུབ་ནས་སྨོན་ལམ། དཀོན་མཆོག་བདེན་པའི་སྨོན་ལམ་འགྲུབ་གྱུར་ཅིག་གསུངས་ནས། ད་མི་དགའ་བརྡ་ཡི་འོད་ནུས་གཅན་གཟན་འཇིགས་སུ་རུང་བ་དེ་ལུས་འདི་ཤིན་ཏུ་མགོ་གུག་ཟ་མས། གཅན་གཟན་གྱི་སྔུན་ཚོ་ཧ་ར་གོམ་པ་བདུན་སྤོས་དུས། ཨ། དཀར་ཞིང་ཆ་མེད་པར། མདུན་དུ་དགེ་སློང་ཆེ་གེ་རྣམ་གསུམ་སྐུ་ལ་གསོལ་བ། རག་ཧི་ཟླུམ་པོའི་ཞབས་བརྒྱན་པ། ཚུལ་ཁྲིམས་ཀྱིས་སྤྲོས་དང་བ་ཅིག། བཙུན་མོ་རག་ཅན་ཟིན་གཉིས་ཀྱི་བར་ཧེབ་དང་ཚིག། ཧེབ་ནས་ར་དགེ་སློང་དེས། གྲོགས་གཞན་དམིགས་པའི་ས་ནས་བུད་མེད་དང་འཕྲད་པ་འདི་མ་ལགས་གསུངས་ནས་ཁ་ཕྱེ་ར་འཁོར་ཡི་ཧེབ་ཀྱིས་དེའི། གསེར་བཟང་མ་སྤྱིར་དགེ་འདུན་ལ་རབ་ཏུ་བསྟབས་པ་ཆེ་མོད། ཁྱད་པར་དུ་རྒྱལ་བུ་མེད་པའི་སྡུག་བསྔལ་གྱི་ངུས་ནས་དགེ་སློང་དེས་བྱ་བ་གཤེགས་ཚ་ཡི་བརྡ་བཞག་ཡས། བཙུན་མོ་གསེར་བཟང་མ་གི་དགེ་སློང་དེ་གསོལ་བ་བཏབ་ནས།

སྟོན་པའི་རྗེས་འཇུག་ཁོ་མོའི་འདྲེན་པ་མཆོག། ཉོན་མོངས་ཡོངས་བཀྲུལ་ཆོས་ཀྱི་མ་གཟུགས་ན། ལྷ་བ་མེད་པའི་དཀོན་མཆོག་རིན་ཆེན་རྣམ་པ་གསུམ་པོ་ལས་རྔམ་པ་ཅན་པོ་ལྔ་ཐུགས་རྗེའི་གཟུགས་སྐྱོབ། འདི་ནས་བྱང་ཆུབ་སྙིང་བོ་མ་ཐོབ་གོས་བར་དུ་སྐྱབས་གནས་དཀོན་མཆོག་གསུམ་གྱི་ཐུགས་རྗེའི་གཅིག་མ་སྟོང། ཕྱི་མ། ཉོན་དང་སྤྲུལ་པའི་དགེ་སློང་ལགས། སྲིད་པའི་སྐྱོན་ཐམས་ཅད་པོ་ཡོངས་སུ་སྤོང་ནས། རྣམ་དག་ངུར་སྨྲིག་གི་ན་བཟའ་ཅན་པོ། སྟོན་པ་ཐུགས་རྗེ་ཅན་གྱི་རྗེས་འཇུག་མོ་ལྟ་བུའི་འདྲེན་པའི་མཆོག་ཏུ་གྱུར་པ། ཉོན་མོངས་ཡོངས་སུ་ཁ་བྲལ་གདོན་ནོ་ཆེ་གི་ངུ་སྐྱུར་སྡུག་ཨ་ཅིག་མ་གཟུགས་ན། མོའི་ལུས་སྲོག་ལྟོ་སྟོང་ཅང་མ་རྟོགས་གཞན་པའི་ཐབས་ཀྱང་མེད་ཀི། ལས་རྔམ་པ་ཅན་གྱི་བུ་མོ་གསེར་བཟང་མ་ཟིལ་གྱོ་ང། ལས་ཀྱི་དབང་གིས་འཁོར་བའི་གནས་སུ་སྐྱེས་དང་མིར། སྔོན་སོག་བསོད་ནམས་ཆུང་ནུའི་སྟོབས་བསྐུལ་བུད་མེད་ཀྱི་ལུས་རྟེན་གྱི་ལག་ནས། རྒྱ་གར་དབུས་ཕྱོགས་ཚ་ན་རྒྱལ་པོ་མཛའ་ཡ་ཟིག་གི་སྟོབས་འབྱོར་ཅན་གཟུགས་ནོར་དུ་མོའི་ཧ་ཡིན་ལགས། གཞོན་ནུའི་དུས་ཆུང་དུས་ནས་དཀོན་མཆོག་གསུམ་མ་དད་ལས་སྐྱབས་སུ་འགྲོ་བ་ལས་བསྐོར་དུ་སླ་བས། སྲིད་པའི་འཇིག་རྟེན་གྱི་བདེ་བ་འདི་བཙོན་ཁང་ནང་འཇོ་ཇོ་ལྟར་དུ་རིག། ཤེག་ཅིག་རབ་བྱུང་ཐམས་ཅད་ལ་བསྟབ་པ་བྱས་ནས། ང་རང་རང་ཡི་ན་ར་ངུར་སྨུག་འཛིན་པའི་གྱོ་མོ་གཟུགས་ནམ་གཟུགས་ཨ་ཡི་ཐུ་བ་བསམ་མེད་གཉིས་མཚུངས་དུས་དྲུག་ཏུ་བསམ་པ་བརྟན་པོ་དེ་བཟུང་ནས་འདྲ།

གཡང་མུག་བསོད་ནམས་སྟེང་གི་སད་སོང་བས་རྒྱལ་བུ་དམ་པ་བར་ཆད་གང་དུ་འོད་ད་ནི་སྐྱོ་ཤས་གྲོགས་པོའི་ཡིད་སེམས་གཡས་ནས་ནག་ཚིག་གི་གནས་འདི་ན་དངུལ་འབུལ་བའི་མཆན་མེད་འཇོག་གི་ཡོད་ད་ནི་འཁོར་བ་འདི་ལས་སྒྲོལ་བའི་ཐབས་གཟུགས་བླ་ན་མེད་པའི་དམ་པའི་ཆོས་གཟུགས་གསུང་ཆོས་ཁོང་གཅིག་མཁྱེན་མཛད་ནས་ཚོར་བ་དེ་སྟབས་བདེ་དགེ་སློང་དུ་ས་ཐོག་བ་ཞིག་བཏང་ནས་ཨོ་འོ་མོ། ཁྱོད་དཀོན་མཆོག་གསུམ་ལ་དེ་ཙམ་ཟིག་བལྟ་ན་ངི་ཁྱོད་རྗེས་སུ་འཛིན་ན་ངི་བཤད་ནུས་ཚིག་འདི་ཉོན་ཅིག་ཨང་གསུངས་ནས། སྤྲུལ་བའི་དགེ་སློང་དེས་ཤི་ར་ཙི་མོག་གསེར་བཟང་མ་འདི་གསུངས་ནས། ཨེ་མ་ཧོ་དུས་གསུམ་བདེར་ཆགས་བདེ་སྙེག་མཁན་དམ་པའི་ཆོས།

སྔོན་གྱི་ལས་བཟང་དང་འདིར་གསལ་བར་ངེས། སྲིད་འདི་མི་རྟག་སྐད་ཅིག་གློག་དང་འདྲ། ཁྱོད་ཀྱིས་སྔར་གྱི་བྱ་བ་དེ་རྣམས་ཀུན། བསམ་པར་བྱས་ན་ཁྱེད་ལ་ཡིད་ཆེས་འགྱུར། འབྱོར་ལྡན་རྒྱལ་བུ་མུར་སྐྱེ་བ་དང། ཨེ་མ་ཧོ་ངོ་མཚར་ཆེ། དུས་གསུམ་བདེ་བར་གཤེགས་པ་བདེན་གཉིས་དམ་པའི་ཆོས། བྱང་ཆུབ་སེམས་དཔའ་ཉན་རང་དང་བཅས་པ་ལ་གུས་པའི་ཕྱག་འཚལ་ལོ། ངའི་སྐྱབས་གནས་དཀོན་མཆོག་གསུམ་པོ་ལ་སྙིང་གི་དད་པ་ལྟ་མོའི་བུ་མོ་ཁྱོད། དེ་རིང་དགེ་སློང་ལྔ་འཕྲད་ནོ་འདི། ཚེ་རབས་སྔུན་མའི་ལས་བཟང་བོའི་བག་ཆགས་འདི་གི་སེར་སྣར། སྲིད་པའི་འཁོར་བའི་བྱ་བ་འདི་མི་རྟོགས་པ་ཡིན་ནོ་སྐད་ཅིག་གིས་གློག་གཅིག་ག་ལྟ་བུ་ཡིན་ནོ། ཁྱོད་སྔོན་གྱི་བྱ་བ་ཐམས་ཅད་ལ་ཁྱོད་གཏིང་ཟབ་མོ་གཟུགས་མདངས་རྒྱག་བྱས་ན་ཁྱོད་དམ་པའི་ཆོས་ཡིད་ཆེས་བྱེད་ཕྱིར། ཁྱོད་རང་ག་འབྱོར་ལྡན་རྒྱལ་པོ་གི་བུ་མོ་གི་སྐྱེས་སྟངས་གཟུགས། དམ་པའི་ཆོས་དར་སོ་གི་ཡིད་དྲི་གི་སྐྱེས་སྟངས་ནང་དུ། ཁྱོད་རྣམས་ཀིར་དགེ་བའི་ལས་སྤྱད་ན་འདུས་བའི་ལྷུ་བ་མེད་པ་གཟུགས་ཡོང་ནོ་གི་བརྡ་བསྟན་ནོ། ཆོས་རང་རང་ཆུང་དུས་ཀྱི་ནས་རབ་ཏུ་བྱང་ཆུབ་དགའ་གཟུགས་ར། རང་བཟང་མེད་ལ་རྒྱལ་པོ་གཟུགས་ཀྱི་ཆུང་མ་བཞིན་དང་ནོ་ཏི། ཚེ་རབས་སྔོན་མའི་ལས་དབང་གཟུགས་གོ་ནོ། ཞག་གནམ་གྱི་འཕུར་ན་ཀྱི་མ་ཐང་ན་རྒྱུ་གོ་ནོ་ལྟར་དུ། འདོར་བ་མེད་པར་དཀར་ནག་གི་ལས་འབྲས་དེ་ཤི་བཞིན་དུ་དེ་ལས་ཡོང་གོ་ནོ་གི་རྟགས། ཆོས་སྤྲུལ་བའི་གཞོན་ནུ་བྱང་ཆུབ་སེམས་དཔའ་དེ་མོ་གཟུགས་ལ་འཇའ་ཐུབ་གསུངས་ནོ་ཏི། ཆོས་བསམ་པ་བཟང་ནོ་གསེར་དང་འདྲ་བ་ར། སྤྲུལ་བའི་བྱང་ཆུབ་སེམས་དཔའ་དེ་ཡང། ཧཱུྃ། ལོ་གཅིག་གི་དབང་དུ་བསྲུང་ལུང་དུ། འཇིག་རྟེན་འདི་ནས་ལྷན་ཅིག་ཏུ་འདུས་འདི་ཐམས་ཅད་པོ་མཐའ་མ་ཁ་བྲལ་དགོས་ནོ། དེ་མཚུངས་གསུམ་པོ་ཡིན་ནོ་མཐའ་མ་འཆི་དགོས་ནོ་འདུས་བྱས་མི་རྟོག་པ་ཡིན་ནོ་གི་བརྡ་གཏེར་ནི། དེ་ནས་ཆོས་གྲོགས་མེད་ལ་སྣང་མཐའ་གཅིག་བར་དུ་འཆད་མེད་བཟོད་པར་དཀའ་བའི་སྡིག་བསྔལ་དྲག་པོ་མྱོང་དགོས་ནོ་འདི། འཁོར་བའི་བྱ་བ་འདི་དག་ཐམས་ཅད་པོ་སྙོམས་ཅུང་ཟད་ཙམ་གཟིགས་མེད་ནོ་ཆོས་ཧ་གོ་བུ་མོ། ཁྱོད་རང་ག་རྒྱལ་བུ་བུ་མོ་གི་སྐྱེ་ནི་རི་ར་དེའི་ཧན་ཐོགས་མེད་གི། མཐར་ཐུག་ཁྱོད་རྒྱལ་བོའི་བཙུན་མོ་ཡིན་ན་རི་ར་ཏི་ཧན་ཐོགས་མེད་ལ་ཁྱོད་མགོ་སྡིག་ངར་འདི་མི་ཟིག་ཡོང་གོ། དེ་རིང་དགེ་སློང་ཁོང་ག་ཐུག་ནང་འདི། ཁྱོད་སྐྱབས་གནས་སྐོམ་ཅོག་སྲིན་མ་གློ་བསྟོད་ཐུབ་ན། འཕྲལ་སྐྱེན་གནས་སྐབས་ཀྱི་སྡིག་ངར་ཙི་གེ་ཟིག་མགོ་ཐོགས་པ་ཡོང་ན་ར་ཡིན་ནི་ཡིན་དུ་བདེ་བ་ཐོབ་རྒྱུ་ཤ་སྟག་པོ་ཡིན། དེ་སོགས་ཉིན་རེའི་བྱ་བ་རེ་ལ་ཡང་གོ་ན་ངུ་ཅོ་དམ་པའི་ཆོས་བསྟོད་ན། ཁྱོད་སྙིང་གི་དམ་ཆོས་བྱེད་ལ་འདོད་ན། ཕྱི་ཁྲིམས་ཧྲོང་ཇོ་ཡོན་ཏན་ཐམས་ཅད་ཀྱི་གཏེར་གྱི། ཐོག་མར་རྣམ་པར་རྟོག་པའི་སྡོམ་པ་ལག་ནས་དགོས་མེད། ཁྱོད་ནི་རྒྱལ་བོའི་རིགས་རེད། ཁྱོད་ཉོན་མོངས་ཆེ་ནི། ཁྱོད་ནི་བུད་མེད་ལས་ནུས་སྟོབས་ཀྱི་བློ་མང་ནི་འདོད་ཐག་ཉེ་ནི། ཁྱོད་ངན་ན་སྟོབས་འབྱོར་ཅན་གྱི་དཔྱད་ཡིག་ནུས་སྟོབས་ཀྱི་ཆུ་སྡུག་ཆགས་སྦྱོར་དཀའ་སྦྱོར། གལ་ཏེ་ཁྱོད་ལྷ་བྱ་འགའ་སོང་ན། ངའི་ཞལ་ནུའི་དམ་ཚིག་ར་མཉམ་སོང་ན། ཨ་ཨི་བླ་སློབ་གཉིས་ཀ་མི་བཟང་བ་ཆེན་པོ་མི་ལོག་པ་ཆེན་པོ་གློག་སོང་མིར་དུ་མི་སྣང་གི་ཅོ་ཆེ་བྱ་ལ་སོང་ཚིག། དེ་ནས་ཙི་མོག་གསེར་བཟང་མ་གི་བླ་མ་དེ་ཇི་ལྟར་སོང་བ་བཞིན་དུ་སྒྲུབ་རྒྱུ་ཁས་བླངས་ཨེ། དགེ་སློང་དེ་སྐུ་མདུན་གྱི་རབ་ཏུ་བྱུང་བས། བླ་མའི་རྫུན་ཕྲུག་གི། དེས་ནགས་ཁྲོ་གི་ནང་གི་ཆོས་དགེ་བླངས་ཨེ། ངུར་སྨྲིག་གི་ཀུན་གྱིས་བཀོད་ནས། ད་མཚན་ན་བྱང་ཆུབ་བཟང་མོ་དག་དང་གཟུགས། ད་རབ་ཏུ་བྱུང་བའི་སྙིང་རྗེ་དང་ནི་རྨོངས། ད་རྩི་མོག་གསེར་བཟང་མ་གི་མྱང་བྱང་ཆུབ་བཟང་མོ་དག་དང། བྱང་ཆུབ་ཏུ་སེམས་བསྐྱེད་དུ་བཅུག་ནས་ཕ་རོལ་ཏུ་ཕྱིན་པའི་ལམ་ལ་འཁྲིད། ལས་ཆོས་རྒྱ་གར་ལྷོ་ཕྱོགས་ཀྱི་རྒྱལ་པོའི་མངའ་འབངས་སུ་སོང་བ་རྡོལ་སོང་ནས་ལུང་བསྟན་དང། དགེ་སློང་དུ་མཇལ་ཡལ་བ་ལྟར་དུ་བྱོན་སོང་ཟིག། དེ་ནས་རྣལ་འབྱོར་མ་བྱང་ཆུབ་བཟང་མོ་ཁོང་རུས། ཡུལ་ཕྱོགས་ཀུན་མཐའ་རྣམས་སུ་སའི་བསོད་སྙོམས། ད་གྲོ་ཁ་གཙང་བས་དེ་ཙམ་གྱིས་འཚོ་བ་ལ་བརྟེན་ནས་འཚེ་ནས། ད་བླ་མ་གི་གསུང་ནོར་གྱི་ཐེ་བའི་དོན་དུ་ལེགས་པོར་དུ་རྒྱུད་ལ་བསྒོམས་ནས། ཕྱི་བཞིན་དུ་རྒྱུད་ལ་སྐྱེ་སྒོ་ནུས་སྐབས་སུ། སྔོན་གྱི་བླ་མ་དགེ་སློང་དུ་བྱུང་ནས་ཐོག་པ་ཐུགས་རྗེ་ཆེན་པོའི་བསྒོམ་བཟླས་བྱས་ནས་སྔགས་ལམ་ཁྲིད་བཙུགས། དེ་ནས་ཐུགས་རྗེ་ཆེན་པོའི་རྣལ་འབྱོར་དུ་རྩེ་གཅིག་ཏུ་བསྒོམ་མེ་ཕོག་པ་ཐུགས་རྗེ་ཆེན་པོའི་ཞལ་མཐོང་བས། རང་བཞིན་གྱི་རྣམ་འབྱོར་མ་ཆེན་མོ་གཟུགས་ཀྱི་ལོགས་བས། ད་ཞལ་འབྲིང་ངུ་འདའ་བ་ར་བཛྲ་གི་ཁ་ངོ་ཐུགས་ནང་ཨི་ཆུ་ཤ་ལས་སོང་ན་ད་བཛྲ་གི་ས་བརྒྱུད། ད་སྐུབ་ཤ་ན་ཡང་རི་བོ་པོ་ཏཱ་ལ་ལ་སོགས་པ་རྣམས་སུ་འབྱོར་ཞིང། རྒྱལ་དང་དབུལ་ལ་སོགས་པའི་ནང་ན་སྤྲུལ་བའི་སྡེ་དཀར་རྒྱུན་མི་ཆད་པར་བཞུགས་དོ་ནུར་དུ་སྤྲུལ་བའི་སྡེ་དཀར་གཟུགས་ཀུན་ནོར་གྲངས་ལས་འདས་པ་རེ་ར། གང་ལྟར་ཀྱང། གྲི་མོག་གསེར་བཟང་མ་ར་གཅན་གཟན་གཉིས་ཀྱི་བར་འབུད་ནུས་དགེ་སློང་དུ་ཡང་བླ་མ་དྲི་མེད་བར་བདུད་འགི་སྤྲུལ་བ་ཞིག། ད་གྲི་མོག་གསེར་བཟང་མ་གི་བྱ་བའི་མཐའ་ན་འགྲོ་བྱུང་ཙམ་དེ་མོ་གཟུགས་ཡིད་རྫོགས་སོང་ཟིག། ད་གྱོ་མོ་ཡི་དོ་ནོ་འདི་ཤི་དགོས་ནི་རེད། འདིའི་སྐབས་འདི། རྒྱ་གར་བྷ་ར་ན་སི་གི་ད་རྒྱལ་སྲིད་ཀྱི་དབང་ཆ་ཐམས་ཅད་བོད་དུ་རྒྱལ་བོའི་རྫུན་མ་གི་ལག་ལ་ལྷུང་ཡོད། ད་རྒྱལ་བོ་དེས་སྡིག་སྤྱོད་ཀྱི་བྱ་བ་སྣ་ཚོགས་གཟིགས་ཀ་མི་ལུས་ཀྱི་མི་སྒྲུབ་ཀྱི་གཟིགས་མེད་ཀི། རྒྱ་གར་བྷ་ར་ན་སིའི་འགྲོ་བ་ཐམས་ཅད་བོད་ད་སྡིག་ངུས་ཀྱི་གཡང་སར་ལྷུང་ཡོད། དགེ་འདུན་ན་སྙིང་ཀིར་མི་ཡིན་ནོ་ཡབ་ལ་དབང་མི་སྟེར་ནོ་ཀིརྟི་མི་ཡིན་ནོ། ཐམས་ཅད་ལ་སྡིག་ངུས་ལ་སྦྱོར་ཡོད། ཡབ་རྒྱལ་བོ་ལྷ་ནང་སྟོབས་ལྡན་སྡིག་ངུས་ཀྱི་གཉའ་ཤིང་ནང་ང་ལྷུང་ཡོད། ཤ་འོག་རིད་པ་མཐུན་མི། ཟ་མ་ཅང་མི་བཞེས་དབུགས་རང་འཐེན་ནས་ཕོ་བྲང་གི་རྩེ་མོ་ན་བཞུགས་འདུག། ནང་གི་བློན་པོ་ར། འབངས་ཀྱི་ནང་ན་ར་ཕོ་བ་གྲོང་འཇིག་གི་གདམས་པ་ཡོད་ནོ་ཤི་ནོ་ཐམས་ཅད་ཀྱི་སེ་མ་ཐེ་ཚོམ་རེ་བྱེད་གོག། ཤི་རུག་གི་འབངས་གྲོང་འཇིག་ཡོད་ནོ་མི་ཤི་ནི་ཐམས་ཅད་ཀྱི། ཨ་ཙི། རྒྱལ་བོ་འདི་བློན་པོ་ལ་འགའ་ཨ་ན་ཤི་སོང་ནོ་ཚུན་ཆད་ཀྱི། མཛེ་སྐྱོན་དཀྱུས་མོ་རྔམ་པ་ཅན་ཟིག་གི་ལོག་ལྟ།

གནའ་དེ་རྒྱ་སེ་ཆེན་པོའི་གློ་བུར་བཞག། བསམ་བཞིན་དྲན་བཞིན་འདི་ལྟར་ཞུས། ད་ནི་བསམ་པ་རྫོགས་སམ་ཅི། ངའི་ལག་དམར་གྱི་སྐྱེས་མ་རྒྱལ་པོ་ཆེན་པོ། ད་སྐབས་རྒྱ་གར་བྷ་ར་ན་སིའི་རྒྱལ་ཁབ་འདི་སྡིག་པར་སྤྱོད་པའི་རྒྱལ་བོ་གི། སེམས་ཅན་ཐམས་ཅད་སྡིག་ལ་སྦྱར་བཞག་ནང་འདི་ཆུ་སྔོན་གྱི་ལུང་བསྟན་ཚད་མ་ཨ་དྲན་གྱི། བློན་པོ་སྟོང་དཔོན་ཆེན་པོ་གཡམ་ཤི་གི་ཕྲ་མ་མཁར་རྫི་ན་རྒྱལ་བོ་ཆུ་གཉན་ནར། འཕགས་མ་མ་ཏི་མ་ཧ་ནི་གི་ལོང་སྟི་ན་ཆུ་ཨ་ཡིག་གི་སྐད་ཅལ་ཟེ་ནར། བསམ་བཟང་ཆེ་གྱིས་བློན་པོ་གསུམ་པོ་ནག་ཉེ་བ་མེ་ལ་ཆབ་པ་ཅལ་ལི་སམ་ཐ་ད་ནར། མཚན་ངན་ལ་འགའ་ཨ་ན་ཏི་རྒྱལ་སྲས་ཆེན་པོའི་བློན་པོ་བཞག་ནར། བསམ་བཞིན་བཙན་བཞིན་དུ་རང་གི་བྱ་བ་འདི་བསྒྲུབས་ནར། ད་ནི་ཆུ་བསམ་པ་འགྲུབ་བདུད་ཨ་ཡོ་གི་ཟེ་དེ། རྒྱལ་བོ་ལྷ་ནང་སྟོབས་ལྡན་སྡུག་བསྔལ་གི་ཧུར་རབ་ཏུ་ཉིད་ནས་ཙི་གེ་ཟི་ག་བསམ་བློ་བཏང་ངས། ཤི་ར་ཙི་མོ་ངའི་ལག་མ།

རྣམ་དཀར་དགེ་བ་དཔག་མེད་བསྒྲུབ་པར་བྱས། འཚོ་བ་མེད་པའི་སྐྱབས་ཀྱིས་དམ་པ་དཀོན་མཆོག་གསུམ་པོ། སྙིང་མེད་ངུ་སྐྱུག་རྒྱན་དུ་གཅིག་བཞུགས། ལྡན་གྱི་ཆོས་ལྡན་གྱི་ངེས་ལག་མ་ཆོས་ལྡན་གྱི། སྙིང་ར་སྟོད་འཚང་དོ་ནུབ་ངེས་པར་ལག་པ་ཆོས་ལྡན་གྱི། གཡོར་ཆང་རྒྱལ་བོ་རྒྱལ་བོ་གཡང་མོ་རབ་བརྐྱང་བཟི་བྱོལ་ང། གཞོན་ནུའི་དུས་ཆུང་དུས་གཟུགས་ཀྱི་དམ་པའི་ཆོས་འཇའ། དཀོན་མཆོག་ལྷོ་བ་མེད་པའི་རྗེས་སུ་བཟུང། རྗེ་བཙུན་འཕགས་མ་སྒྲོལ་མ་དངོས་སུ་བཙུན་མོའི་ཚུལ་དུ་ཤེས་པས་རྣམ་དཀར་གྱི་དགེ་བ་དཔག་ཏུ་མེད་པ་གཟུགས་སྒྲུབ་ནོར། འོན་ཀྱང་རྒྱལ་སྲིད་སྐྱོང་ནས་བོད་གཟུགས་མེད་སོང་བས། ལྷག་པའི་ལྷ་འཕགས་མཆོག་སྤྱན་རས་གཟིགས་རྩེ་གཅིག་ཏུ་གསོལ་བ་བཏབ་པས། ཆོས་དང་མཐུན་པ། བློ་གྲོས་གསལ་ནས། ཤེས་བྱ་མཁས་ནས་དེ་མོ་གི་བོད་གཟུགས་སྐྱེས་ནོར། འཕགས་མ་མ་ཏི་མ་ཧ་ནི་གི་འདིས་མ་འོངས་ད་ལྟ་དུས་གསུམ་པོ་ང་བསྟན་ནི་ར། སྙིགས་ཡོད་ཡོད་ལ་སྟོང་གི་ནང་གདངས་ནོ་ངར། བདག་གི་བྱིན་རླབས་མཚན་སྔགས་བློན་པོ་དེས། ད་ང་བ་གི་ལུས་ཁོག་གཡས་སེམས་ཞིག་དང་ནི། ཡུལ་རང་གཟུགས་བསྟན་ན་ཧྲ་གི་བསམ་མེད་འཕོ་བ་དྲོངས་འཇུག་སྦྱང་བ་ཡི་གེ་ཞིག་ནོ་དེ་ར་ཧར་དེ་ན་རང་གི་རང་ག་བརླག་དང་གཟུགས། ད་སྤྲུལ་བའི་བཙུན་མོ་མ་དམ་མ་ནི་དམག་གནས་གི་ཏོག་གི་ཞིང་དུ་བྱོན་སོང་གཟུགས། ད་ཆུ་ང་དུས་མོ་སྡང་སྡུག་བསྐུར་ན། ད་ནི་ཅི་བྱ་གཉིས་ཀ་བྱ་བའི་ཐབས་མེད་གི་མོ། བཟང་གཟུགས་བཟང་བཟང་རྣམ་གཡེང་གྲོང་མཐའ་ར་ལྷོང་རྒྱུ་མེད་དགུར་རྒྱུ་མེད་ཀྱིས་ན། འདུས་བྱས་ཐམས་ཅད་མི་རྟོག་པ་ར་བཅོམ་ལྡན་འདས་ཀྱི་གསུང་རྒྱུ་མ་རེད། ད་ནི་མཆོད་པ་སྐྱེ་གི་ར་བྱ་བ་མེད་གི། ད་ཁྱོད་དུ་མ་ཟེར་ངེས་ལག་བཞིན་བཟང་མ། འཕགས་མ་མ་དུ་མ་ཧ་ནི་གི་དམ་པའི་ཆོས་བསྟན་ནི། འཁོན་བཟང་མ་ཡིས་གཞན་སེམས་མ་དཀྲུགས་སློང་ནོ་དེར། ད་ཁྱོད་ང་ལས་བརྡ་ཡི་ས་མེད་ལ།

ནུབ་ཕྱོགས་རྒྱལ་པོ་མཱ་ཤོ་ཀའི་དྲུང་ཆེ་ར་ཡི་གེ་སྐུ་རེ་ཆོས་ཀྱི་བློན་པོ་ཡེ་ཤེས་འཛིན་གྲྭ་འདྲ་གཟུགས་ཞི་ལ་ཆི་ལི་ཡོང་བས། ད་རྒྱལ་སྲིད་བློན་པོ་སྐྱོང་གི་འཇུག་རྒྱུ་མ་གཏོགས་ཐབས་མེད་ཀི་བསམ་མདོག་དེ། དེའི་ནུབ་མོ་དེ་རྒྱལ་པོ་ལྷ་ནག་སྟོབས་ལྡན་གི་ཉེ་ལམ་བཟི་ཉེ་ཚིག། ཉེ་ལམ་མ་སྔན་གི་བཙུན་མོ་མ་ཏི་མ་ཧ་ནི་ཧེ་བས། ཀྱེ་མ་ཁྱེད་རྒྱལ་རབ་སྐྱོང་ཆེན་པོ་ད་ནི་ཁྱོའི་སྡིག་ངར་མ་ཡིན། ཁྱོའི་སྐོམ་ཅོག་ག་གསོལ་བ་ཐུབ། ཁྱོའི་མོའི་ཁ་མ་བླངས་ནོ་ར། ནགས་ཉུལ་བ་མེད་པའི་ཆེ་རློན་ཆད་པ་གི་ནར་ནོ་ར། ཁྱོད་གཞོན་ནུའི་དེ་ཆུང་དེ་གི་ནི་སྡུག་གི་ལས་བསྒྲུབས་ནོ་ར། ཤེས་རབ་སྔོན་མ་སྔོན་མ་ནས་སོག་གི་སྡུག་བསྒྲུབས་མོ་གཟུགས་ཀྱི་ནར་མི་གི་སྟོབས་ཀི། ད་ཐང་ཆུ་མགོ་སྡུག་ངར་འདི་ཡོང་ནི་ཡིན། ད་ཆུ་སྡུག་ངར་མ་ཡི་ལ་རེ་ཞིག་རྒྱལ་བུ་རྫུན་མ་འདི་རྒྱ་གི་ཞིག་ག་གཏོང་ར། ནམ་ཞིག་འཕྲོ་སྔ་མ་ཆུ་རྒྱལ་སྲིད་འདི་གཏོང་བ་གི་མི་ལོག། དི་མི་ན་ཆུ་རྒྱལ་བུ་རྫུན་མ་འདི་གསོད་ཁ་ནི་འདྲ་ཆད་པ་གཅོད་ཁ་ནི་འདྲ་དི་མོ་གཟུགས་ཤེས་ར། ཡང་དེའི་རྣམ་པར་སྨིན་པ་དི་ཆུ་ཕྱི་མ་འཁུར་དགོས་ནི་རུ་སོང་ཟིག།

འདི་ཆད་པ་འབབ་ཀི་ཟེར་བྱས་ནི་མང་གི་ར་ར་ད་མ་གོ་ཁ་ཡིས་བསྡད་དང། འཕོ་བ་གྲོང་འཇིག་གི་རྐྱེན་གི་ཤ་གི་ལུས་གི་ལོག་ནོ་ར། སྤྲུལ་བའི་ཤ་འཕགས་ཅོག་སྤྱན་རས་གཟིགས་ཀི་འདུག་རོགས་ཡིན་ནོ་ར། གྲི་མོག་གསེར་བཟང་མ་རབ་ཏུ་བྱུང་ནོ་ལ་སོགས་ཀིས་སྐབས་དེ་བཞི་བའོ། ད་རྒྱ་གིར་བྷ་ར་ན་སི་གི། ལོ་རྒྱུས་ཡང་དུ་མོ་ཟེར། ཡང་ཨ་ཆུ་ཤེས་ར་ནག་ཕྲུག་གི་ནང་གི་ལོ་རྒྱུས་གཟིགས་བྱ་གྱིས་ན། ཞི་ཆུང་འབྲིང་མིན་ཟླ་བ་ཁོང་རུས་ཕག་མཆོག་སྤྱན་རས་གཟིགས་ཀྱི་སྤྲུལ་བའི་བྱ་གི་ཀློང་གཏེར་ནོར་ལྟར་དུ་ཤིང་གི་འབྲས་བུ་འདྲ་བསྲེས་ནས། ནགས་ཚོད་རྟུལ་ཀོ་ཐམས་ཅད་ཀྱི་ཁྲོད་དུ་འདྲི་མི་སོང་དུས། སྨན་མཁན་ནེ་ཙོ་གཟུགས་ཨ་ཐུག་གཟིགས། ནེ་ཙོ་གཟུགས་ཨ་ཐུག་ནང་དུ་རྗེ་བཙུན་འཇམ་པའི་དབྱངས་ཀྱི་གཤིན་རྗེའི་བསླབ་བྱང་བསམ་བཞིན་དུ།

ད་ནི་ཤ་རྣམས་ལ་ཆས་མེད་ཀྱང་གོ་རྒྱུ་རུ་ཐུག་ག་ག་རེ། ནེ་ཙོ་ལ་སྐྱབས་འགྲོ་བྱེད་དུ་བཅུག། ནེ་ཙོ་གིས་ཤ་དང་ཤའི་གཞན་ཐམས་ཅད་ལ་ལྷབ་གནོང་ཤིས་གཟིགས། ད་སྐྱབས་འགྲོ་གི་ཕན་ཡོན་འདྲ། གླང་ཤ་ར་གཏོར་ཤ་ལས་གཉན་རྣོ་ར་མི་གཉན་རྣོ་གི་སྐོར་གསུངས་དུས། ནེ་ཙོ་གིས་གོས་གཞན་ཐམས་ཅད་ལ་ཤ་ལས་གཞན་ཐམས་ཅད་ཀྱི་ར་རགས་རིམ་ཕོ་རེ་བ་ཟིག་གོ་གི། དེ་ནས་འཆི་བ་མི་རྟོག་པ་འཇིག་རྟེན་གྱི་སྙིགས་ཀྱི་རིགས་ཚུལ་ལ་དཔེ་བླངས་ཡག་སོང་ན། ཤ་མཚོག་ཡིན་གྲོང་ར་ཤིན་ཏུ་གོ་གི། གཞན་ཡང་ལུས་རྒྱུ་འབྲས་ར་བླང་དོར་ལ་སོགས་པ། རིམ་གྱིས་བཙུགས་ཡབ་བཏང་སྐྱེ་བསུ་བ་བཏང་བཏང་ན་ནུས་གཙོ་མ་རྟོགས་དཔྱད་གཞན་ཏུ་འགྲོ་བའི་ནུས་སྟོབས་ཀྱི་ཤིན་ཏུ་གོ་དཀའ་གི། དེ་ནས་བཤད་འབྲིང་བོ་འདའ་བ་ཁོང་རིག་གི་ཐིག་སེམས་རྨོངས་ནས་ད་གོ་དཀའ་རྒྱུར། བསམ་མེད་ཐིག་ཨ་ཡེར་མིག་སྐྱོ་ཤས་དྲག་པོ་མཐོང་དུས། དཀོན་མཆོག་སུ་མ་གསོལ་བ་ལྟ་མོ་དཀོན་མཆོག་གི་ཐུགས་རྗེས་ཀྱི་ཤ་ཐམས་ཅད་པོ་བློ་དང་ལྡན་པར་བྱུང་སྟེ། ཁོང་རིག་གི་ཆོས་གསུང་ནོ་གོ་བས། ཐམས་ཅད་པོ་སེམས་ཞི་ཞིང་དུལ་ནས་སྡིག་པ་ལ་འཛེམ་ཞིང། ཡིད་ཀྱི་མ་ནི་ཡི་གེའི་དྲུག་མ་རྒྱུན་མི་འཆད་དུ་བཟླས་ནས་ཞལ་སུམ་ཅུ་ཙམ་གཡོ་དང་གཟིགས། དེའི་ཚེ་ཞལ་འཚོགས་པ་ལྷོ་ཁོ་ན་ནེ་ཙོ་བཞག། ནེ་ཙོ་གི་མཚན་ན་སངས་རྒྱས་འཛིན་རྫས་མེར། ཁོང་རིག་གི་དག་མེར། ཞལ་འབྲིང་ངུ་འདའ་བ་ཁོང་རིག། ནགས་ཁྲོད་དབེན་པ་གཟིགས་སོང་བས། ང་རོ་སྐྱབས་འགྲོ་ར་འཆི་བ་མི་རྟོག་པ་བསྒོམ། ཉི་མ་གོང་དཀར་ནག་གི་ལེབ་འབྲས་ར་འཁོར་བ་གི་སྡུག་བསྔལ། ཤེས་རོགས་བྱང་སེམས་ར་སྙིང་རྗེ། སོ་ཏི་བྱང་སེམས་སྒོམ་ཐོ་རངས་སྟོང་ཉིད་སྒོམ་མེད་བར་ཀུན་ཏུ་དཀོན་མཆོག་གསུམ་དང་སྟོང་བ་དང་ཚུལ་ཁྲིམས་དང་འཕགས་པ་ལོ་ཀེ་ཧོ་ར་འཕགས་མཆོག་ཐུགས་རྗེ་ཆེན་པོ་རྗེས་སུ་དྲན་པའི་སྒོ་ནས། མ་ནི་ཡི་གེ་དྲུག་མ་བཟླ་ཞིང་ཡུན་རིང་ཡི་གེ་བཟླས་ཏེ། སྔོན་ཆད་ཀྱི་ཁོང་རིག་འདུག་རོགས་ཡིན་ནོ་འཕགས་མཆོག་སྤྱན་རས་གཟིགས་ཀྱི་སྤྲུལ་བའི་བྱ་རྒོད་ལོང་བསྟན་ནོ་ལྟར་དུ། བླ་མ་དྲི་མེད་ལྷག་པར་བདུན། གཡས་གཞོགས་ཐ་ན་བྱང་ཆུབ་སེམས་དཔའི་ཆ་བྱད་ཀྱང་གི་འོད་དཀར་བོ་གཟིགས། གཡོན་གཞོགས་ཐ་ན་ཞིབ་མོ་མཛེས་མ་སྔོན་པོ་གཟིགས། བླ་མའི་སྐུ་མདུན་ན། ཕྱིའི་གཞོགས་ནི་གུར་གུམ་གྱི་མདངས་ཀྱང་གི་སེར་བོ་གཟིགས། གཞན་ཡང་འཁོར་བསམ་གྱིས་མི་ཁྱབ་པ་མང་བོའི་སྐོར་རེ། བཤད་འབྲིང་བོའི་ཟླ་བ་ཡོད་སོའི་མདུན་གྱི་ནམ་མཁའི་མཁའ་མ་ལུས་པ་འཇའ་འོད་ཀྱིས་གང་བའི། བླ་མ་རིན་པོ་ཆེ་བྱོན་དང་གཟིགས། ཕྱི་ཆུང་འབྲིང་བོའི་ཟླ་བ་གི། ན་ནིང་སྤྲུལ་བའི་ཞྭ་གི་ཀློང་བརྟན་བཞུགས་ནོ་ཞེས་ནས། བླ་མ་དྲི་མེད་དཔལ་ལྡན་ཡིན་ནོ་ཞེས་ནས།